ད་ལྟའི་གཏམ་བཤད་གཉིས་པ་དེ་སློབ་དཔོན་མ་ཁོང་གི་མཚན་ལ་པ་སངས་ལྷ་མོ་ཟེར་ཞུ་གི་འདུག་ཁོང་ཕ་ཡུལ་དེ་དེ་ནི་ཕ་ཡུལ་གློ་དམུ་སྟང་ནེ་རེ་ཤ་གློ་མཚོ་ཤར་ཟེར་དེ་ནས་ཞུ་གི་འདུག་དེ་ནས་ཁོང་སྤྱི་ལོ་ཉིས་སྟོང་བཅུ་བཞི་ལོར་ཆབ་རྗེ་གྲུབ་དབང་དཔལ་ནག་རིན་པོ་ཆེའི་གདན་ས་ཆེན་པོ་རྣམ་གྲོལ་གླིང་གི་ཡན་ལག་བཙུན་དགོན་མཚོ་དབྱེ་བཤད་སྒྲུབ་དར་གྱི་གླིང་དུ་འདུ་བྱེད་ནས་འབྱོར་ནས། འདིའི་བཞུགས་སྒོ་འདི་ལ་དེ་ནས་ལོ་ངོ་དགུ་ཡི་རིང། མདོ་ཚིག་གཉིས་ཀྱི་ཐེག་པ་དང་གསང་བ་སྔགས་ཀྱི་ཐེག་པའི་གཞུང་ལ་ཐོས་བསམ་མཐར་ཕྱིན་ནས་ཉིས་སྟོང་ཉི་ཤུ་རྩ་ལྔ་ལོར་བསླབ་པ་མཐར་སོན་པ་དེ་འདྲ་ཅིག་རེད་འདུག་ལ། དེས་ན་ཁོང་གིས་དེ་ནས་ད་ལྟ་བརྗོད་གཞི་སྒྲོག་སྦྱང་གནང་ཡས་འདི་སྐར་མ་ཉི་ཤུ་ཡིན་བྱས་ན་སྒྲོག་སྦྱང་གནང་རོགས་གནང། འགྲོ་བ་ཡོངས་ཀྱི་མ་བསྒྲིབས་པའི། མཛའ་བཤེས་ཆེན་པོ་བདག་ཅག་གི་སྟོན་པ་ཐུགས་རྗེ་ཅན་གྱི། བཀའ་དྲིན་རྗེས་སུ་དྲན་མི་ཐོག་དེ་རིང་བོད་རྒྱལ་ལོ། ཉིས་སྟོང་བརྒྱ་དང་ལྔ་བཅུ་ང་གསུམ་བོད་ཟླ་གཉིས་དཔལ་གྱི་ཚེས། ཉི་ཤུ་རྩ་གཅིག་སྤྱི་ལོ་ཉིས་སྟོང་ཉེར་བཅུ་ཚེས་དྲུག་ཟླ་བ་བཞི་དཔལ་གྱི་ཚེས། ཁྱེད་ཀྱི་དུས་བཟང་པོ་འདི་ལ། ལྷར་བཅས་སྲིད་ཞིའི་གཙུག་རྒྱན་གོང་ས་ལྷ་མི་རྣམ་འདྲེན། སྐྱབས་ཀུན་རྒྱལ་དབང་པོ། ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ། མཆོག་གི་གཙོས་རིས་སུ་མ་ཆད་པའི་མཁས་ཆེན་དམ་པ་རྣམས་ལ། གུས་གསུམ་གུས་ཕྱག་སྔོན་དུ་བཏང་བའི། ཐོག་ནས། བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་དང། གཡུང་དྲུང་བོན་གྱི་གདན་ས་ཆེན་མོ་དཔལ་གཤེན་བསྟན་སྨན་རིའི་གླིང་གི། གཉིས་ཀྱི་འགོ་ཁྲིད་འོག་གཞུང་ཆེན་རིས་མེད་བགྲོ་གླེང། ཐེངས་དགུ་པར་ཆེད་དུ་ཆིབས་བསྒྱུར་བསྐྱངས་གནང་བའི། ས་སྐྱའི་བཀའ་རྙིང་རྒྱལ་བ་ཇོ་ནང་གཡུང་དྲུང་བོན་དང་བཅས་པས་ཆོས་རྒྱུད་ཁག་ནས་ཕེབས་པའི་གསུང་ཤེས་པའི་མཁས་དབང་རྣམ་པ་དང་དེ་བཞིན་ཚོགས་བཅར་བ་ཡོངས་ལ་ནི་ངའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་འབྲེལ་ནི་ང་རང་གི་བརྗོད་བྱ་དེ་དོན་མེད་ས་བཤད་ཞུ་རྒྱུ་ཡིན། དེའང་ནི་བདག་ཅག་གི་སྟོན་པ་ཁོང་གིས་བཀའ་འཁོར་ལོ་རིམ་པ་གསུམ་དུ་བསྐོར་ཡོད་པའི་ནང་ནས་སྐབས་གསུམ་པ་མ་དང་ད་བཀའ་འཁོར་ལོ་བར་པ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོ་སྡེ་དེ་ལ་ཡང་སྔོ་སྟོན་སྟོང་པ་ཉིད་ཀྱི་ཆོས་སྡེ་དང་ནི། བུ་སྟོན་མངོན་རྟོགས་ཀྱི་རིམ་པ་རྣམ་པ་གཉིས་ཡོད་པའི་ནང་ནས་བཀའ་གསུམ་པ་བུ་སྟོན་མངོན་རྟོགས་ཀྱི་རིམ་པ་དེ་རེད་དེའང་ནི་བུ་སྟོན་མངོན་རྟོགས་ཀྱི་རིམ་པ་དེའང་ནི་རྗེ་བཙུན་འཇམ་པ་མགོན་པོ་དགྱེས། བསྟན་བཅོས་རྔོག་བཟླ་བརྒྱད་ནང་ལུགས་ལ་ཤེས་རབ་ཕ་རོལ་ཕྱིན་པ་ནི་དངོས་པོ་བརྒྱད་ཀྱི་ཡང་དག་ཤེས། ཅེས་གསུངས་པ་ནང་བཞིན་གྱི་དངོས་པོ་བརྒྱད་དང་དོན་བདུན་ཅུ་ཡོད་ནི་བསྟན་ཡོད་པའི་ནང་ནས། ནས། སྐབས་གསུམ་པ་བ་ད་ང་རང་གི་བརྗོད་བྱ་དེ་ནི་ཆོས་རའི་ལས་ཁུངས་ནས་བཀའ་ཕེབས་པ་གཞིས་ཆགས་ཀྱི་ཐོག་སྒར་ས་སྐབས་དྲུག་པ་མཐར་གྱིས་པའི་ཆོས་རའི་སྐོར་ལ་རེད། ད་མཐར་གྱིས་པའི་ཆོས་རའི་སྐོར་དེ་ལ་ཡང་ནི་ང་རང་གིས་སྒར་ས། ས་བཅད་རྣམ་པ་བཅུ་ཡི་ཁོངས་སུ་བསྡུས་ནས་ནི་དཔྱད་གསུམ་དཔྱད་གསུམ་དེ་བྲིས་བཞག་ཡོད་ལ་ནི་ཞུ་ཡིན་ར་ད། ས་བཅད་རྣམ་པ་བཅུ་དེ་ནི། དེ་ནི་མ་ཞུས་བཞག་ཡིན་ན་ག་རེ་ལ་ན། དང་པོ་རྟེན་འབྲེལ་གྱི་མཐར་གྱིས་པའི་སྦྱོར་བ་སྟེ་མདོ་ནི་བསྟན་ཟུར་གཉིས་པ་བསྟན་བཅོས་ནི་བསྟན་ཟུར་གསུམ་པ། དབྱེ་བ་བཞི་པ་ས། གསུམ་པ་མཚན་ཉིད་བཞི་པ་དབྱེ་བ། དེ་ནས་ལྔ་པ་ས་བསམ། དེ་ནས་དྲུག་པ་རྟོགས་པ་བརྟན་པར་བྱེད་ཚུལ་བདུན་པ་བསྟན་པ་ཐོབ་པའི་ཀྱི་ཚད། བརྒྱད་པ་རྣམ་པ་གོ་རིམ་ངེས་ཅན་དུ་བསྒོམ་པའི་དོན་དེ་ནས། དགུ་པ་ཉམས་ལེན་གཅིག་ལ་ཀུན་འདུས་ཚུལ་དང། བཅུ་པ་མཐར་གྱིས་པའི་སྦྱོར་བའི་གོ་བ་ལྟ་འདིས་རྣམ་པ་བཅུའི་ཁོངས་སུ་བསྡུས་ནས་ནི། མཐར་གྱིས་པའི་སྦྱོར་བའི་གོ་ལ་ལྟ་བཅས་གསུམ་སྟེ་བྲི་བྱ་ཡོད་ལ་ནི་ཞོན་ཡང་རུང། ད་དང་པོ། ས་བཅད་དང་པོ། མཐར་གྱིས་པའི་བྱོལ་བ་འདི་མདོ་ནས་བསྟན་ཚུལ་དེ་ཞུས་པ་ཡིན་ན། ད་ཀུན་གཞི་མི་ཕ་རིན་པོ་ཆེ་གིས་གསུངས་པ་བཞི་ཆ། དཀར་ས་འདུས་པ་རྒྱན་ཆ་ནང་ལོགས་ལ་གསུངས་པ་བཞི་ཆ་བྱས་ནས་ངེས་ཀྱི་མཐར་གྱིས་པའི་བྱོལ་བ་བསྟན་པའི་མདོ་དེ་ཡང་ནི། ད་མདོ་འདུས་པའི་གི་ཚིག་དེ་འདི་ནི་མ་ལ་བཀོད་བྱ་ཡོད་ལ་ནི་ཞོན་ཡིན། ད་ག་འདི་རེ་ལ་ན་བྱང་ཆུབ་སེམས་དཔའི་སྦྱིན་པའི་ཡིད་དང་འགྲོ་བ་ཅི་དབུ་ལ་དང་ནི་བདེ་གཤེགས་ཉོན་མོངས་ཐམས་ཅད་གཅོད་གཅོད་ཚེ་ལོངས་སྤྱོད་མཐའ་ཡས་རྒྱས་པ་ཐོབ་པར་གྱུར། སྦྱིན་པས་དུག་ལྔ་བསྐྱོད་པའི་སེམས་ཅན་ཡོངས་སྨིན་བྱས་ལ་ནི་ད་ཚིགས་བཅད་རྣམ་པ་བཞི། ཚང་མ་ཞུ་མ་ག་ཅི་ར་ཚིགས་བཅད་རྣམ་པ་བཞི་གི་ད་སྟེང་གི་འོད་ལ་ཞོན་ར་དེ་ཡང་ནི་བསྟན་ཚུལ་དེ་ཡང་ད་ལྟ་གར་ས་ཕར་ཕྱིན་དྲུག་འབྲས་བུ་ད་ཀུན་གཞི་མི་དཔར་མོ་ཞིག་གིས་གསུངས་པ་ནང་བཞིན་གྱི་ཕར་ཕྱིན་དྲུག་འབྲས་བུ་ད་བསྟན་པ་ཙམ་གྱིས་ཨ་ནི་གར་ས་ཕར་ཕྱིན་དྲུག་འབྲས་བུ་ད་བསྟན་པ་ད་འདི་དངོས་སུ་སྟེང་གི་འོད་དེ་ནང་བཞིན་གྱི་བྱེད་འབྲེལ་དྲུག་དང་ནི་དངོས་མེད་ངོ་གཉིས་ཀྱི་མཐར་གྱི་པ་དེ་ཡང་ནི་གར་ས་ད། མཐར་གྱིས་པའི་སྦྱོར་བ་དེ་དེའི་ཕར་ཕྱིན་དྲུག་གིས་རྩིས་ཟིན་པའི་སྒོ་ནས་འདི་འདྲ་གི་མཐར་གྱིས་པའི་སྦྱོར་བའི་ཉམས་ལེན་བྱེད་འོ་མཚམས་པ་ལ་ནི་བྱེད་འབྲིང་དྲུག་དང་བསྔོ་མི་བསྔོ་གཉིས་ཀྱི་མཐར་གྱིས་པའི་སྦྱོར་བའི་སྒོ་ནས་ཡང་ནི་གར་ཟག་རྩིས་ཟིན་པའི་སྒོ་ནས་ཉམས་སུ་ལེན་གྱི་འོད་གཙང་ལ་ནི་འདིའི་ནང་ལོགས་ལ་གར་ཟག་བྱེད་འབྲིང་དྲུག་དང་བསྔོ་མི་བསྔོ་གཉིས་ཀྱི་མཐར་གྱིས་པ་ཡང་བསྟན་གྱི་འོད་ལ་ནི་ཞོན། ད་གཉིས་པ། ས་བཅད་གཉིས་པ་བསྟན་བཅོས་ནི་བསྟན་ཚུལ་འདི་རེད། ད་བསྟན་བཅོས་ནི་བསྟན་ཚུལ་ལས་འདི་འདྲ་གི་མཐར་གྱིས་པའི་སྦྱོར་བ་དེ་ཉིད་ནི་བསྟན་བཅོས་དེ་ཡང་ག་བ་སྟོན་ན་ད་བསྟན་བཅོས་དངོས་རྟོགས་རྒྱན་ནང་ལོགས་དེ་ཡིན་ར་དེ་ཡང་ནི་ག་བ་སྟོན་ན་གར་ཟག་སྐབས་དྲུག་པའི་སྐབས་སུ་ད་ག་འདི་བསྟན་མཁན་ལ་ན་ཚིག་འདི་ཨ་ནི་བྱིན་པ་ཤེས་རབ་བར་དག་དང་སངས་རྒྱས་ལ་སོགས་དྲན་ད་ཆོས་སྔོན་མེད་ངོ་བོ་ཉིད་ཀྱི་དེ་མཐར་གྱིས་པ་ཡི་བྱ་བར་བཞེད་ལ་ད་འདི་གྱིས་བསྟན་དགོས་ལ་ནི་ཞུས། ད་བསྟན་ཚུལ་དེ་ཡང་ག་རེ་ལ་ན་ཨ་ནི་ངས། གར་ས། ད་རྐང་པ་དང་པོ་འདི་གྱིས་ཨ་ནི། ཕར་ཕྱིན་དྲུག་གིས་རྩིས་ཟིན་པའི་གྱི་མཐར་གྱིས་པའི་སྦྱོར་བ་འདི་བསྟན་གྱི། ཨ་ནི། རྐང་པ། ད་གཉིས་པ་འདི་གྱིས་ཨ་ནི། གར་ས། རྗེས་དྲན་དྲུག་གིས་རྩིས་ཟིན་པའི་གྱི་མཐར་གྱིས་པའི་སྦྱོར་བ་བསྟན། ད་ནི་གསུམ་པ་འདི་གྱིས་ཨ་ནི། གར་ས། སྔོན་མའི་ངོ་བོ་ཉིད་ཀྱི་མཐར་གྱིས་པ་དེ་བསྟན་གྱི་ཡོད་ལ་ནི་བཞོན་ར་དེ་རེད་ད། མཐར་གྱིས་པའི་བྱུར་བ་དེ་ད། དཔའ་སྤྲུལ་སེམས་དཔའ་ཆེན་པོ་གི། ཤེར་ཕྱིན་མངོན་རྟོགས་རྒྱན་གྱི་སྤྱི་དོན་སྣང་ལུགས་ལ་ཡང་གསུངས་འཛམ་བྷ་ལ་ས་བཅད་རྣམ་པ་གསུམ་གྱི་སྒོ་ནས་ད། བསྟན་གྱི་ཡོད་ར་གར་ས་ལམ། གྱི་ངོ་བོ་ཕར་ཕྱིན་དྲུག་གི། རྩིས་ཟིན་པའི་སྒོ་ནས་བསྟན་པ་དང་ནི་ལམ་ཁྱད་པར་དུ་བྱེད་པའི་སྒོ་ནས་བསྟན་པ་དང་ལམ། དག་པར་བྱེད་པའི་གི་སྔོན་མའི་ངོ་བོ་ཉིད་ཀྱི་མཐར་ད་དེ་གསུམ་གི་སྒོ་ནས་བསྟན་གྱི་ཡོད་ར། ད་གསུམ་པ་མཚན་ཉིད་དེ་རེད་ད་གསུམ་པ་མཚན་ཉིད་ད་འོ་དེ་ར་གར་ས། ང་རང་ད་འོ་ཇི་ལ་བསམ་བློ་བཏང་སོང་ཨེ་ན་དེ་འདྲའི་གི། གཞུང་ཆེན་པོ་ནི་བཀའ་ཆེན་པོ་ལ་བཀའ་ལ་འོ་རེ་ངེས་ཆ་དང་གོ་བ་དང་དེ་འདྲ་གང་ཡང་མེད་ཙང་མཐར་གྱིས་པའི་ཇོ་རས་ཀྱི་མཚན་ཉིད་དེ་ལ་ངེད་ཀྱིས་དེ་འདྲའི་གསར་བཟོ་འདྲ་བོ་ཨེ་འདྲས་བྱས་ཏེ་འོ་ན་ད་ནོར་བ་མ་གཏོགས་དེ་འདྲའི་ཕན་ཐོགས་ཡ་འདྲ་བོ་ཅིག་ཡོང་ས་མ་རེད་བསམ་གྱི་འདུག་ཡ་དེ་ཡིན་དུས་བརྩམས་པ་ལ་ནི་མཐར་གྱིས་པའི་ཇོ་རས་ཀྱི་མཚན་ཉིད་དེ་ད་ངས་དཔའ་སྤྲུལ་སེམས་དཔའ་ཆེན་པོ་གྱི་ཡེ་ཆེ་ཤེར་ཕྱིན་དབང་རྡོ་རྗེས་ཀྱི་སྤྱི་དོན་ནང་ལ་གསུངས་པ་དག་རང་ནི་ངས་དེའི་རྩོམ་ཤོག་ནང་བཀོད་བཞག་ཡོད་ལ་ནི་ཞོན། ད་ག་ནས་སོང་ལ་འདིའང་ནི་མཁྱེན་གསུམ་གྱི་ཤེས་རྣམ་ཅིག་ཅར་དུ་སྐྱེ་བའི་རྟོགས་པ་བརྟན་པོར་བྱ་བའི་ཕྱིར་མཁས་གསུམ་གྱི་རྣམ་པ་རྣམས་རིམ་གྱིས་གོམས་པས་གོམས་པས་སེམས་པའི་རྣལ་འབྱོར་དང་རྟ་དེའི་མཐར་གྱིས་པའི་སྦྱོར་བའི་མཚན་ཉིད་དེ་རེད། རྟ་ཞེས་ས་བཅད་བཞི་པ་དབྱེ་བ་དེ་རེད། རྟ་དབྱེ་བ་དེ་ལ་ཡང་རྣམ་པ་བཅུ་གསུམ་ཞེས་བརྗོད། རྟ་བཅུ་གསུམ་པོ་དེ་ཡང་ག་རེ་ལ་ན་ནི་གོང་དུ་ཞུས་པ་ནང་བཞིན་གྱི། སྐབས་དྲུག་པའི་སྐབས་སུ་སྦྱིན་པ་ཤེས་རབ་བར་དོ་དང་སངས་རྒྱས་ལ་སོགས་དྲན་དང་བྱོན་ངོ་མི་ངོ་བོ་ཉིད་ཀྱི་སྟེ་མཐར་གྱིས་པ་ཡི་བྱ་བར་བཤད་དང་སྟབས་འདི། ཡང་ན་གར་ས་མཐར་གྱིས་པ་རྣམ་གསུམ་རྣམ་བཅུ་ལ་ནི། འདི་ཡིས་བསྟན་པ་ནང་བཞིན་གྱི་གར་ས་ཕར་ཕྱིན་དྲུག་དང་ནི་བྱེད་འབྲེལ་དྲུག་ངོ་མི་ངོ་ཉིད་ཀྱི་མཐར་གྱིས་པ་རྟ་དེའི་བཅུ་གསུམ་དེ་རེད་ལ་ནི་བཤད། རྟ་འདིའི། ད་འདིའི་སྐབས་སུ་ད་དོགས་སློང་གྲགས་བརྗོད་ཞུས་པ་ཡིན་ན་བདུན་འགྲེལ་གྱི་བསྟན་བཅོས་སྔོན་འགྲོ་རྒྱན་ནང་ལོ་ལ། ད་ལྟ་སྐར་ས། མཐར་གྱིས་པའི་སྦྱོར་བ་དེ་བཤད་འོང་དུས་བརྩམས་པ་ལ། ད་བྱེད་འབྲིང་དྲུག་དང་སྔོན་མའི་ངོ་གཉིས་ཀྱི་མཐར་གྱིས་པ་དེ་ནི་ཕར་ཕྱིན་དྲུག་ད་འདི་བཅུ་གསུམ་གྱི་སྒོ་ནས་བཤད་ཀྱི་འདུག་ཨ། ད་འདི་བཅུ་གསུམ་སྒོ་ནས་བཤད་སོང་བ་ཡིན་ན། སྐར་ས། མཐར་གྱིས་པའི་སྦྱོར་བ་གྱི་ད་མཁས་གསུམ་གྱི་རྣམ་པ་ནི། བརྒྱ་དང་དོན་གསུམ་རིམ་གྱིས་བསྒོམ་པ་ནི་ག་ནས་ཆགས་ཀྱི་རེད། ད། གར་ས་ཡོང་ན་འདི་བཅུ་གསུམ་འདི་གོ་ནས་ཤེས་སོང་བ་ཡིན་ན་ད་འདི་བཅུ་གསུམ་འདི་མཐར་གྱིས་པའི་བྱུ་རས་ཀྱི་གོམ་ལྕག་ངོས་ཆགས་ཀྱི་རེད་པས་ལ་ན་ནི། ད་འོ་དེ་འདྲའི་ཇོ་བོ་ཞིག་ལ་སོང་བ་ཡིན་ན་ད་ཅི་སྟངས་བསྟན་བཅོས་སྔོ་གདོང་བརྒྱད་ནང་ལོགས་ལ་རིམ་གྱིས་པ་ལ་ན་མི་འདུག་མཐར་གྱིས་པའི་བྱུ་ར་དེ་ཤེས་འོང་དུས་བརྩམས་པ་ལ་ནི། འདི་བཅུ་གསུམ་གྱི་གོ་ནས་ཤེས་ཀྱི་ཡོད་རེད། ཡིན་ན་ཡང་མཐར་གྱིས་པའི་བྱུ་རས་ཀྱི་གོམ་ལྕག་ངོས་འདི་འདི་བཅུ་གསུམ་ཆགས་ཀྱི་རེད་པས་ལ་ན་འདི་གོམ་ལྕག་ངོས་འདི་བཅུ་གསུམ་དེ་མ་རེད་ལ་ད་ངས་རྩོམ་ཤོག་འདིའི་ནང་ལོས་ན་ཡང་བྲིས་བཞག་ཡོད་ར། བཏང་ན། གར་ས། འདི་བཅུ་གསུམ་སྒོ་ནས་ཤེས་དགོས་པའི་རྒྱུ་མཚན་ད་མཐར་གྱིས་པའི་སྦྱོར་བ་དེ་བཤད་འོང་བརྩམས་པ་འདི་བཅུ་གསུམ་སྒོ་ནས་ཤེས་དགོས་པའི་རྒྱུ་མཚན་ག་རེ་ལ་བརྩམས་པ་ལ། ནི། མཐར་གྱིས་པའི་སྦྱོར་བས་ཀྱི་ཉམས་ལེན་ལ་ལ་མེད་དོ་སྙམ། གོམས་ཡོང་སྟེ་བརྩམས་པ་ལ་འདི་བཅུ་གསུམ་གྱི་རྩིས་ཟིན་པའི་སྒོ་ནས་གོམས་ཀྱི་ཡོད་ཙང་ཨ་ནི་འདི་བཅུ་གསུམ་སྒོ་ནས་ཤེས་པ་ཡིན་ལ་ནི་ཞོན་ར་དེ་ཡང་ཡིན། པར་དུ་སེམས་དཔའ་ཆེན་པོ་ཤེས་ཕྱིན་གོམས་རིམ་ཉུང་ངུ་ན་ག་ནི་གསུངས་ཡིན་ལ་ན། དེ་ཡང་གཞུང་ལས་རིམ་གྱིས་པ་ནས་སངས་རྒྱས་རྗེས་སུ་དྲན་པ་སོགས་བཅུ་གསུམ་པོར་བཤད་པས། གར་ས། མི་རྟག་པ་སྒོམ་པ་སོགས་རྣམ་པ་སྒོམ་པ་རིམ་གྱིས་པར་ཇི་ལྟར་འགྱུར་སྙམ་ན་བཅུ་གསུམ་པོ་ནི་རིམ་གྱིས་པའི་སྒོམ་པའི་ཡན་ལག་ཡིན་གྱི། སྒོམ་དངོས་གཞི་ནི་མ་ཡིན་ཏེ། དེ་ཡང་དཀོན་མཆོག་གསུམ་ནི་སྐྱབས་སུ་འགྲོ་བ་ལམ་ཐམས་ཅད་ཀྱི་རྟེན་ཡིན་པས་ན་རྟེན་དང། ལྷ་རྗེས་སུ་འབྲེལ་མ་ནི་ལམ་བསྒོམ་པའི་དཔང་པོ་དང་རྣམ་པ་རེ་རེ་བཞིན་ནས་ཕ་རོལ་ཏུ་ཕྱིན་པ་དྲུག་དྲུག་ཚང་ཞིང། སྟོང་ཉིད་ཀྱི་རྩིས་ཟིན་པའི་ཚུལ་དུ་བསྒོམས་པས་ན། ཕྱི་མ་སྡོམ་པ་སྒོམ་ཚུལ་དང་སྟོང་བ་དང་ཚུལ་ཁྲིམས་རྗེས་སུ་དྲན་ཞིང་འདི་ཉིད་ལ་གནས་ན། ཚེ་རབས་ཐམས་ཅད་དུ་མཐོ་རིས་ཀྱི་ལུས་རྟེན་དང་ལོངས་སྤྱོད་ཕུན་སུམ་ཚོགས་པའི་སྒོ་ནས་ལམ་བསྒྲུབ་པའི་མཐུན་རྐྱེན་ཚང་བར་གྱུར་པས་ན་སྐྱེ་བ་བཞིན་དུ་ཡང་གོམས་པར་བྱེད་པའི་གྲོགས་སུ་གྱུར་པའོ། ལན། དེ་ནས་སོང་ཙམ་པ་ལ་ད། མདོར་ན་གར་ས། འདི་དྲུག་གི་རྩིས་ཟིན་པའི་སྒོ་ནས། འདི་བཅུ་གསུམ་གྱི་རྩིས་ཟིན་པའི་སྒོ་ནས་བསྒོམ་དགེ་བའི་རྩ་འདི་བཅུ་གསུམ་སྒོ་ནས་བཤད་པ་ཡིན། ན་ནི་གཞན། ལྟ་བ་ན་མཐར་གྱིས་པའི་སྦྱོར་རིགས་ཡོད་ནི་གོམས་བྱ་དངོས་དེ་ག་རེ་ལ་བརྩམས་པ་ལ་ནི་གོམས་བྱ་དངོས་དེ་ལྟ་མཁན་གསུམ་གྱི་རྣམ་པ་བརྒྱ་དང་དོན་གསུམ་དེ་ཆགས་ཀྱི་ཡོད་ལ་ནི་ཞོན་ར་ནི་མཁན་གསུམ་གྱི་རྣམ་པ་བརྒྱ་དང་དོན་གསུམ་ཡིན་པ་དེ་ཡང་ནི་ག་རེ་ལ་བརྟེན་ན་ཧ་གོ་འདུག་ལ་ན་ད་ལྟ་དཔའ་སྤྲུལ་སེམས་དཔའ་ཆེན་པོ་གསུང་མ་གནང་ཞིང་ད་ཤེར་ཕྱིན་མངོན་རྟོགས་བརྒྱད་གནང་ལུགས་དང་མངོན་རྟོགས་བརྒྱད་དུ་བཤད་པ་དང་འབྲིང་དུ་བཤད་པ་དང་གསུམ་དུ་བཤད་པའི་ནང་ནས་ད་ལྟ་མངོན་རྟོགས་འབྲིང་པོའི་སྐབས་སུ་ནི་མཚན་ཉིད་དེའི་སྦྱོར་བ་དང་དེ་རབ་དེའི་གོ་རིམ་དང། དེ་ལྟར་དེའི་རྣམ་སྨིན་ནི་དོན་དུ་བྱས་ནས་རྣམ་པ་དྲུག།

སྤྱིར་སྒར་ས་རྣམས་བཙོག་འཇུ་ར་དང་མཐར་སྐྱེལ་བའི་འཇུ་ར་གཉིས་ལ་གོམས་ཆ་ལ་ཁྱད་པར་ཡོད་མ་རེད་ཟེར་ན་ཡང། ག་རེའི་སྒོ་ནས་ཁྱད་པར་བཞག་པ་ན་ན་གོམས་ཚུལ་གྱི་སྒོ་ནས་ཁྱད་པར་བཞག་པ་རེད་ལ། ད་ལྟ་དེ། གོམས་ཚུལ་དེ་ཁྱད་པར་དེ་ཡང་ངས་འདི་ནས་མ་ཞུས་བཞག་ཡོད་འདིའི་རྩོམ་ཤོག་ནང་བྲིས་བཞག་ཡོད། དེ་ཡང་ག་རེ་ན་ད་མཐར་སྐྱེལ་བའི་རྣམས་བཙོག་འཇུ་ར་ཡིན་ན་ག་ནས་བྱས་ནས་གོམས་དགོས་ལ་ན། ཁེངས་གསུམ་གྱི་སྒར་ས་བཏོག་པ་ལ་རང་དབང་ཐོབ་པའི་གི་ཆེད་དུ་ཁེངས་གསུམ་བསྡུས་ཏེ་གོམས་དགོས་ཀྱི་འགོ་རེད་ཨ་ནི། སྒར་ས་རྣམས་མཐར་སྐྱེལ་བའི་འཇུ་ར་ཡིན་སོང་ཡིན་ན་ག་ནས་འགོ་ལ་ན། ད་རང་རྒྱུད་ལས་སྐྱེས་པའི་རྟོག་པ་དེ་ནི་ཡང་ཡང་ག་ལ་བར་ཡང་ནས་ཡང་དུ་བསྒོམས་ནས་ནི་ཆོས་གཅིག་མངོན་དུ་བྱེད་པའི་ཆོས་ཐམས་ཅད་མངོན་དུ་བྱེད་ནུས་པའི་ཏིང་ངེ་འཛིན་གྱི་རྩ་ལ་བརྟན་པ་ཐོབ་པའི་ཆེད་དུ་བསྒོམ་དགོས་རེད། འོ་དེ་རེད་ད། དེ་བས་ན་ཞིག་མཉམ་བཞག་སྒོམ་རེས་དབང་དུ་བྱས་ནས་རྣམ་རྫོགས་སྦྱོར་བ་དང་གཙོ་བོ་རྗེས་ཐོབ་སྒོམ་རེས་དབང་དུ་མཐར་གྱིས་པའི་སྦྱོར་བ་བྱ་དགོས་ར་དེ་ལྟར་ཡིན་པ་དེའང་ནི་བར་དོ་སྤྱི་དོན་དང་ཤེར་ཕྱིན་སྒོམ་རིམ་རེད། བསྡུས་པ་རྒྱན་ཆ་ནང་ལོགས་ལ་གསུངས་བཞག་དེའི་ལུང་དེ་སྐྱོར་མོ་ཁ་ཅིག་འདི་རྣམས་ལ་ཞུས་བཞག་ཡོད། ད་ས་བཅད་ལྔ་པ་ས་མཚམས་དེ་རེད། ད་ས་སམ་དེ་ལ་ཡང་བཞེད་ཚུལ་མང་པོ་ཡོད་དོ་ར་ད་ད་ནང་ང་རང་གི་རྩོམ་ཞུ་འདིའི་ནང་ལོགས་ལ་ནི་གར་ས་འཕགས་པ་རྣམ་གྲོལ་བདེ་དང་སློབ་དཔོན་སེང་གེ་བཟང་པོ་གི་ད་རྡོ་ཡི་དགོངས་པ་དེ་ག་འདྲའི་བཀྲལ་ཡོད་པ་དེའི་རྗེས་སུ་འབྲངས་ནས་ངས་ཡང་ནི་ག་ལ་འོ་རེད། ཐེག་ཆེན་ཚོགས་ལམ་ནི་རྒྱུན་ལྡན་སྔ་ལོགས་པར་ལ་ཞལ་ཡོད་ལ་ནི་བཞོན་ར་ད་དང་པོ་དེ་ཡང་རྡོ་ཡི་ནང་ལོགས་ལ་ནི་རྡོ་ལུང་དེ་ག་ནས་སོང་ལ་ན། འཇུ་སེམས་དཔའ་སེམས་དཔའ་ཆེན་པོའི་མཐར་གྱིས་བགྱི་བ་དང་མཐར་གྱིས་བསླབ་པ་དང་མཐར་གྱིས་སྒྲུབ་པ། གང་གིས་བླ་ན་མེད་པ་ཡང་དག་པའི་རྫོགས་པའི་བྱང་ཆུབ་མངོན་པར་རྫོགས་པ་འཚང་རྒྱ་བར་འགྱུར་བའི་མཐར་གྱིས་བགྱི་བ་དང་མཐར་གྱིས་བསླབ་པ་དང་མཐར་གྱིས་བསྒྲུབ་པ་ཇི་ལྟར་མཆིས་པར་གྱུར་ལ་ན་ནི་ད་དེ་ནས་གསུངས་ཤིག། འོ་འདི་ཀྱི་དོན་ཏེ་ཨ་ནི་འཕགས་པ་རྣམ་གྲོལ་དེ་ཀྱི་ཉི་སྣང་ནང་ལོགས་ལ་ག་ནི་སྐྲ་བློན་ན་ན་ནི་བགྱི་བ་མེད་པ་ནི་སེམས་བསྐྱེད་པ་གཟུང་བའི་དོན་ཏོ། བསླབ་པའི་བ་ནི་ངེས་པར་བྱེད་པའི་ཆ་ཤེས་པའི་དོན་ཏོ་ལ་ནི་ད་དེ་ཚང་མ་མ་སྐྱོ་མ་གོ་ཞེས་འོ་དེ་འདྲའི་སྒྲ་འོ་ཇི་ནས་གསུངས་ཤེས་ར་འོ་དེའི་ལུང་དེ་ལ་བརྟེན་ནས་ཨ་ནི། སློབ་དཔོན་སེང་གེས་འཕགས་པ་རྣམ་གྲོལ་དེ་ཀྱི་ཨ་ནི་ཚོགས་ལམ་ནི་བཞེས་ཀྱི་འདུག་དེ་ཀ་ནང་བཞིན་གྱི། སློབ་དཔོན་སེང་གེ་བཟང་པོ་སློབ་དཔོན་སེང་གེ་བཟང་པོ་ཡང་ནི་ཐེག་བརྒྱུད་བརྒྱུད་མཐར་གྱིས་པའི་སྦྱོར་བའི་ས་བསམ་འདི་ཡང་ནི་ཐེག་ཆེན་ཚོགས་ལམ་ནི་བཞེད་ཀྱི་འདུག་བཞེད་ཀྱི་ཡོད་པ་དེ་ཡང་ག་ནས་བསྟན་ཧ་གོ་ཐུག་ན་ནི་ཁོང་གིས་མཛད་པའི་ཉི་ཁྲིས་ཀྱི་འགྲེལ་པ་ལེགས་སྐྱེས་མ་གནང་ལོ་ལ་ནི་གསུངས་བཞག་འདུག་ལ་ནི་ཞོན་ར་འདི་ཡང་ད་ལྟ་ངས་ལུང་དེ་ཞུ་མ་དགོས་ཅེས་འདི་ན་བཀོད་བཞག་ཡོད། དེ་དེའི་རེད། ད་ཡང་གར་ས། ལྟ་ན་ན་འཕགས་པ་རྣམ་གྲོལ་ཐེག་གི་ཚོགས་ལམ་ནི་བཞེད་པ་དང་སློབ་དཔོན་སེང་གེ་བཟང་པོ་གྱི་ཚོགས་ལམ་ནི་བཞེད་པ་མ་རེད་འདུག་ག་ལ་ནི་སྦྱོར་ལམ་ནི་བཞེད་ཀྱི་འདུག། འདིར་བཤད་པ་དེའང་ག་བ་གསུངས་ན་ད་ཁོང་གིས་མཛད་པའི་གི་ནི། ག་རེ་ས། འགྲེལ་པ་དོན་གསལ་དང་ནི་རྒྱན་སྣང་ནང་ལོགས་ལ་གསུངས་བཞག་འདུག་ད་འགྲེལ་པ་དོན་གསལ་གྱི་ནི། ལུང་ཚིག་དེ་དེ་ཞབས་ཕྱི་ནང་ལོགས་ལ་བཀོད་བཞག་ཡོད་ར་ནི་རྒྱན་སྣང་ནང་ལོགས་དེ་གཞུང་དུ་བཞུགས་པ་ཡིན་ན་ད་ད་སངས་རྒྱས་རྗེས་སུ་དྲན་པ་རྣམ་པ་གསུམ་པོ་གོ་རིམ་བཞིན་དུ། ངེས་པར་བྱེད་པའི་ཆ་དང་མཐུན་པ་དང་མཐོང་བ་དང་སྒོམ་པའི་ལམ་སྟོན་པར་བྱེད་པ་དང་ལ་བརྩམས་པ་ལ་ད་ད་ལྟ་དེ། སངས་རྒྱས་བྱེ་བྲིན་གྱི་རྩིས་ཟིན་པའི་མཐར་གྱིས་པའི་སྦྱོར་བ་དེ་ད་ངེས་པར་བྱེད་པའི་ཆ་མཐུན་པ་ལ་ནི་མི་འདུག་ག་རེ་སྦྱོར་ལམ་ནི་བཞག་གི་འདུག་བ་ད་མདོར་ན།

དེ་འབྲས་ཀྱི་རང་རྒྱུད་ལ་སྐྱེས་པའི་རྟོག་པ་དེ་ཚོ་དག་རྗེས་ཐོབ་ཏུ་ཆོས་བཅུ་གསུམ་གྱིས་ཟིན་པའི་སྒོ་ནས་དཀྱུས་ཐོ་གཅིག་ཏུ་ད་བྱིན་པ་བྱིན་པའི་ཕར་ཕྱིན་གཅིག་བསྒོམ་ཡོན་བརྩམས་པ་ལ་དེའི་ནང་ལོགས་ལ་གཞན་དེ་ཚོ་ཡང་ཉམས་ལེན་གཅིག་ལ་ཀུན་བསྡུས་ཏེ་བསྒོམ་པ་ནང་བཞིན་གྱི་དེ་འདྲའི་མཐར་དབྱེ་བའི་སྦྱོར་བ་དེ་གའི་མི་རྟག་པ་ལྟ་བུ་གཅིག་བསྒོམ་པ་ལ་ཡང་རྣམ་པ་གཞན་དེ་ཚོ་བསྡུས་ནས་རྣམ་པ་བརྒྱ་དང་དོན་གསུམ་གཅིག་གིས་གཅིག་ག་ལ་བ་རེ་ད་གོ་རིམ་བཞིན་དུ་བསྒོམ་པ་དེ་ལ་ནི་འོ་དེ་ནས་གཞི་ནས་གོམས་ནན་རྟོགས་པ་དེ་བརྟན་པོ་བྱེད་དགོས་ཀྱི་རེད་དེ་ཡང་ནི་ཤེར་ཕྱིན་གོམས་རིམ་ནང་ལོ་ལ་གསུངས་ཡོད་ར་འདི་དེ་ལྟར་ཞུ་མ་དགོས་འདིར་ད་དུམ་པ་བསྟན་པ་ཐོབ་པའི་གི་ཚེ་དེའི་རེད་ད་མཐར་གྱིས་པའི་སྦྱོར་བ་ཡིན་སོང་ན་བསྟན་པ་ཐོབ་པའི་གི་ཆེད་དུ་གོམས་དགོས་ར་འདི་ཡོད་འདི་བརྩམས་པ་ལ་ནི་བསྟན་པ་ཐོབ་པའི་གི་ཚེ་ཡིན་ན་ག་ནས་གོ་རེ་ལ་ན་ད་ད་ལྟ་དེ་སྦྱོར་བ་དེ་མཁྱེན་གསུམ་དེ་ནི་གར་ས་གོ་རིམ་བཞིན་དུ་ཡང་ཡང་གོམས་པ་ལ་བརྟེན་ནས་ད་འབད་རྩོལ་མེད་པའི་གོ་ནས་ནི་སྐད་ཅིག་མ་རྒྱུན་ཐུང་ངུ་གཅིག་ལ་ད་མཁྱེན་གསུམ་གི་རྣམ་པ་གཅིག་ཡོད་དོ་བྱས་པས་ཟེར་ན་མཁྱེན་གསུམ་གི་རྣམ་པ་ཐམས་ཅད་ག་ལ་གོ་རེ་ད། ཅིག་ཡུལ་དུ་བྱེད་ནུས་པའི་ཀྱི་ནུས་པ་ཐོབ་པ་ཞིག་ལ་ནི་ཁེངས་གསུམ་གྱི་བསྟན་པ་ཐོབ་ཀྱི་ཚེ་དེ་འདྲའི་ཞིག་ནི་བྱ་ཡི་ན་འོ་འདི་རེད། ད་དེ་ནས་ཀྱང་བརྒྱད་པ་རྣམ་པ་གོ་རིམ་ངེས་ཅན་དུ་གོམས་པའི་ཀྱི་དོན་དེ་རེད། ད་གོ་རིམ་ངེས་ཅན་དུ་མཐར་གྱིས་པའི་སྦྱོར་བ་ཡིན་ན་རྣམ་པ་གོ་རིམ་ངེས་ཅན་དུ་ག་ནས་གོ་མི་ལ་ན་ད་རྣམ་པ་བརྒྱ་དང་དོན་གསུམ་དེ་མི་ནུས་པའི་སྦྱོར་བ་དང་མི་སྦྱོར་བའི་སྦྱོར་བ་རྣམ་པ་གཉིས་ཀྱི་སྒོ་ནས་ནི་གྲངས་དང་གོ་རིམ་མ་འཆོལ་ནས་རིམ་པ་བཞིན་དུ་ནི་གོམས་དགོས་རེད་ལ་ནི་འོ་ད་འདི་ལ་བྱ་ཡི་ཡིན་ར་དེ་ཡང་ནི་པ་རུ་སྤྱི་དོན་དང་བསྡུས་པ་རྒན་སྦྱར་འོ་འདི་ནང་ལོགས་ལ་གསུངས་བྱ་ཡི་རེད་དེ་འདི་ནང་ལ་བཀོད་བྱ་ཡོད། ད་དགུ་པ་ཉམས་ལེན་གཅིག་ལ་ཀུན་འདུས་ཏེ་གོམས་ཚུལ་དེ་རེད། ད་ཉམས་ལེན་གཅིག་ལ་ཀུན་འདུས་དེ་སྒོམ་ཚུལ་ག་འདྲས་རེད་ལ་ན། ད། མཐར་གྱིས་པའི་སྦྱོར་བ་ཡིན་གསུངས་ན་ཏིང་ངེ་འཛིན་ལ་རྩལ་སྦྱང་དགོས་ལ་གར་ས་བསྟན་པ་ཐོབ་པའི་གི་ཆེད་དུ། ད། གཅིག། རྣམ་པ་གཅིག་སྒོམ་ཙམ་མར་དེའི་ནང་ལོགས་ལ་ཡང་རྣམ་པ་གཞན་པ་ཡང་བསྡུས་ནས་སྒོམ་ཡ་འདྲ་བོ་ཡང། རྣམ་པ་འདི་ཚོ་གོ་རིམ་བཞིན་དུ་སྒོམ་ཡ་འདྲ་བོ་ལ། ད་ཉམས། གཅིག་སྒོམ་ཡོང་ཙམ་མ་ལ་ཀུན་འདུས་དེ་སྒོམ་ཚུལ་ལས་དེ་ཡང་ག་འདྲས་བཞག་དགོས་རེད་ལ་ན། དཔེར་ན་གར་ས་བྱང་ཆུབ་སེམས་དཔའ་འདི་ཚོ་གི་ཕ་སྦྱིན་པའི་ཕར་ཕྱིན་གཅིག་སྒོམ་ཡོང་ཙམ་མ་ལ་ཕར་ཕྱིན་འདིའི་ནང་ལོགས་ལ་ཡང་ཕར་ཕྱིན་གཞན་འདི་ཚོ་བསྡུས་ནས་བསྒོམ་གྱིས་རའོ། དཔེ་འདི་ནང་བཞིན་གྱིས། གར་ས། མཐར་གྱིས་པའི་སྦྱོར་བ་འདི་ཡང་དཔེར་ན་མི་རྟག་པ་ལྟ་བུ་རྣམ་པ་གཅིག་དམིགས་མེད་སྤྲོས་པ་དང་འདྲ་བར་བསྒོམ་ཡོང་ཙམ་མ་ལ་ད་བསྒོམ་བྱ་གཙོ་བོ་ནི་མི་རྟག་པ་འདི་ལ་གཏད་ཀྱི་རེད་དེ་ཡིན་ན་ཡང་གཞན། ད། དུག་ལྔ་ལ་བ་སྟོང་པ་དག་མེད་པ་ཡང་འདིའི་ནང་དུ་ཕར་པའི་ཚུལ་གྱིས་བསྡུས་ནས་བསྒོམ་གྱི་ཡོད་རེད་ད། ད་ནངས་ཀྱི་གར་ས། ཉམས་ལེན་སྤྱི་ལ་ཀུན་བསྡུས་དེ་བསྒོམ་ཚུལ་དེ་ལ་ཡང་རྩོམ་ཤོག་འདིའི་ནང་ལོ་ད་བྲིས་མེད་ར་ཡིན་ན་ཡང། འདི་ལ་ཡང་དངོས་ཀྱི་འདུས་ཚུལ་བཞི་དང་ནི་བྱེད་ལས་ཀྱི་སྒོ་ནས་འདུས་ཚུལ་རྣམ་པ་གཉིས་བཞག་ན་ཡང་འགྲིག་གི་འདུག་ར། བྱེད་ལས་ཀྱི་སྒོ་ནས་འདུས་ཚུལ་དེ་ལ་ཡང་དོན་དམ་དུ། གར་ས། གཅིག་ལ་བསྡུས་ནས་སྒོམ་ཚུལ་གྱིས་དང་ནི་ཀུན་རྫོབ་ཀྱི་ཉམས་ལེན་ལ་ཡང་ཀུན་བསྡུས་ཏེ་སྒོམ་ཚུལ་རྣམ་པ་གཉིས་བཞག་ན་ཡང་འགྲིག་གི་འདུག་ལ་ནི་ཞེས་ན་ར་འོ་དེ་རེད། ད་དེ་ནི་མཐར་གྱིས་པའི་སྦྱོར་བའི་གོ་བ་དེའི་རེད་ས་བཅད་ཐ་མ་དེ། ད་མཐར་གྱིས་པའི་སྦྱོར་བ་གོ་བ་དེ་ག་རེ་རེད་ལ་ད་འདི་འདྲས་ཀྱི་མཐར་གྱིས་པའི་སྦྱོར་བ་གོ་མི་སོང་བ་ཡིན་ན་ནི་ག་རེ་ཡོད་རེད་ལ་ན། ད་འབད་རྩོལ་མེད་པའི་སྒོ་ནས་སྐད་ཅིག་མ་རྒྱུན་ཐུང་ངུ་གཅིག་ལ་རྣམ་པ་གཅིག་ཡུལ་དུ་བྱེད་པས་སེམས་རྣམ་པ་ཐམས་ཅད་ནི་གར་ས་སྟབས་གཅིག་ལ་མངོན་དུ་བྱེད་པའི་ཀྱི་ནུས་པ་ཐོབ་པ་ཞིག་ཏུ་ནི་གོམས་ཀྱི་ཡོད་རེད། གར་ས་ཡང་ན་གར་ས་དེ་ཉིད་གཅིག་ཅར་སྲིད་པའི་ཀྱི་མཉམ་རྗེས་དབྱེར་མེད་ཀྱི་ཡེ་ཤེས་ཁྱད་པར་ཅན་ཐོབ་པའི་ཆེད་དུ་རེད། ད་མདོར་ན་མཐར་གྱིས་པའི་སྦྱོར་བའི་ཀྱི་གོམས་པ་ལ་གོམས་པའི་ཀྱི་གོ་བ་ག་རེ་ཡོད་རེད་ལ་ན་ནི་གར་ས་བསྟན་པ་ཐོབ་པའི་གི་ཆེད་དུ་རེ་ལ་ནི་བྱོན། ར་དེ་ཡང་ནི་ག་ཡ་གསུངས་ལ་ན་ག་ད་ད་དེ། སློབ་དཔོན་ཆོས་ཀྱི་བཤེས་གཉེན་གྱི་ཚིག་གསལ་ངང་ལོ་ལ་ར་བསྟན་པར་བྱ་བའི་ཕྱིར་ཞེས་བྱ་བ་ནི་ལྷུན་གྱིས་གྲུབ་པར་འཇུག་པའི་ཆེད་དུ་འབད་པ་མི་དགོས་པར་བྱ་བའི་ཕྱིར་རོ་ལ་ནི་ད་དེ་ནས་ཅིང་གསུངས་ཤེས་རབ་འདི་རེད་ད་དེ་ནི་ང། གོང་དུ་ཞུས་བྱས་དུ་ག་ས། ཀུན་མཁྱེན་གོ་བོ་རབ་འབྱམས་ཀྱི་ཨ་ནི་སྦས་དོན་ཟབ་མོ་གཏེར་གྱི་ཁ་ཆེ་རེད་ད་ག་ནང་བཞིན་གྱི། རྒྱབ་ས་རྒྱ་ས་རིན་པོ་ཆེ་གི་རྣམ་ཤེས་གཉིས་འགལ་དེ་ནི་གཉའ་བོན་ཀུན་དགའ་བག་གི་གར་ས་ཤེས་བྱ་ཡིད་ཀྱི་མུན་སེལ་ནང་ལོ་ལ་ཡང་མཐར་གྱིས་པའི་སྦྱོར་བའི་གོ་བ་དེ་ཡང་ནི་འདི་ནང་ལོ་ནི་བཀོད་ཙམ་གྱིས་བྱས་ཡོད་ར་ད་ག་ནང་བཞིན་བདག་གི་ས་མཚམས་དེ་ཡང། བཀོད་ཙམ་མ་གཏོགས་ཨ་ནི་ངེད་ཀྱི་རྣམ་ཤེས་རྙིང་རྒན་དང་དེ་འདྲས་ཀྱིས་བོད་དོན་ཟབ་མོ་གཏེར་གྱི་ཁ་ཆད་དང། ཤེས་བྱ་ཡིད་ཀྱི་མི་སྲོལ་འདི་ཚོ་ལ་དམིགས་བསལ་གྱིས་དེ་འདྲས་ཀྱིས་ང་རང་བློ་དམན་པ་ཡིན་ཙང་ག་ལ་བོར་ད། ཐོས་བསམ་རྩ་ནས་བྱས་ཡ་རང་མ་སོང་ན་ཞུ་ཡ་ཡིན་ར་དེའི་སྐོར་ལ་ཨ་ནི་ང་ཞེ་ར་ཞུ་ཡ་མེད། ཨ་ནི་འདི་ཙམ། ཟླ་གསུམ་འདི་ནི་ད་དྲི་བ་དང་པོ་འདི་དགེ་བཤེས་ཤེས་རབ་ཉི་མ། འདི་ཞུ་གི་འདུག་ལགས་དོན་ལྡན་ཡེ་ཤེས། ཨ་ནེ་སློབ་བུ་མ་ཚམ་འདྲ་དང་འདྲ་དེ་ནས། ངས་དྲིས་པ་ད་ལྟ་འདིའི་ནང་ལ་མཐར་ཕྱིན་པའི་སྦྱོར་བ་དང་རྣམ་རྫོགས་ཀྱི་སྦྱོར་བ་ལ་རེད་འདུག་ཨ་ནེ་ད་ལྟ་རྣམ་རྫོགས་ཀྱི་སྦྱོར་བ་དེ་གཙོ་བོ་མཉམ་རྒྱག་དང་མཐར་ཕྱིན་པའི་སྦྱོར་བ་དེ་གཙོ་བོ་རྗེས་ཐོབ་སྒོ་ནས་རྒྱག་རེད་ད་དེ་འདྲས་གསུངས་ཡོད་འདུག།

ད་མི་ལོ་ངོ་ཚུན་ནས་སྒོམ་ཞེས་པ་དེ་ག་ནས་འདྲ་བོ་ཞིག་ལ་བཞག་ཡིན་ལ་ན། ད་དཔེ་འདྲ་བོ་ཞིག་བཞག་སོང་ཡིན་ན་ད་ལྟ་འདི་གི་གར་ས། མིག་འོག་ཏུ་ཚུད་ནས་ཞུས་པ་དེ་ད་ལྟ་ང་ཚོ། ཤེས་རབ་ཀྱི་བར་དུ་ཕྱིན་པའི་མཛོད་ཀྱི་ལྡེ་མིག་ནང་ལོགས་ལ་ག་ནས་སོང་ལ་ན། དཔེ་འདྲ་བོ་ཞིག། ད་འདིའི་ལུང་དེ་དྲན་མ་སོང། ག་རུ། རི་དྭགས་གར་ཆུས་ཀྱི་དཔེས་སེམས་ཅན་སྐྱེ་རྒ་ན་འཆིའི་སྡུག་བསྔལ་འབྱུང་བར་བསྟན་ནས་ནམ་མཁའ་ལ་འཇའ་ཕུར་རེ་དཔེས་རིགས་ཀྱི་བུ་ཤེས་རབ་དང་ལྡན་པ་དངོས་པོ་ཡོད་མེད་ཀྱི་མཐའ་ལས་མི་འཆོལ་བར་བསྟན་ལ་ནི་ཞེས་གསུངས་པ་ནང་བཞིན་གྱི་དཔེར་སྣ་ལྔ་བཟོ་གར་ས་ནམ་མཁའ་ལ་འཇའ་ཕུར་འབྲུག་ཡོད་ར་ལ། འཇའ་ཕུར་བརྩམས་པ་ལ་ནི་དང་པོ་ཁོ་རང་འཇའ་ཕུར་བརྩམས་པ་ཁོ་རང་རྐང་པའི་འོག་ལ་ཡོད་པས་ཀྱི་ས་དེ་ལ་བསྟན་ཞིང་བྱས་ནས་འཇའ་ནམ་མཁའ་ལ་ཕུར་འབྲུག་ཡོད་ར། ཕུར་ནི་ལྟ་ག་ལ་འོ་ད། ཕུར་ཚ་ན་ད་དེ་ཁོ་རང་གི་རྟེན་གཞི་བྱེད་པའི་གི་ས་དེ་དང་བར་བྲལ་དེ་དང་བྲལ་བ་མ་ཟད་གཞན་ཤར་ཕྱོགས་ཚང་མ་གི་ས་ཚང་མ་བར་བྲལ་ནས་ནམ་མཁའ་ལ་ཕུར་སྤྲུལ་གི་ཡོད་ར་འོ་དཔེ་དེ་ནང་བཞིན་གི། ཨ་ནི་གར་ས། དེ་འདྲའི་གི་ད་རྣམ་རྟོག་འཇུག་ལ་ན་མི་འདུག་ག་རེ་ཡིན་ན་ཡང་བློ་ག་རེ་གི་ད། ཆོས་གཅིག་ཨ་ནི། སྟོང་ཉིད་སྤྲོས་པ་དང་འདྲ་བ་གོམས་པ་གོམས་ཏེ་བརྩམས་པ་ལ་ཨ་ནི། ཆོས་གཞན་འདི་ཚོ་ལ་ཡང་ཨ་ནི་སྤྲོས་འཛིན་སྐྱེ་ཡོད་ར་ན་སྐྱེ་ཡོད་མ་སྤྲོས་འཛིན་ཡོད་ཞིག་འགྲོ་གི་རེད་འོ་དེ་འདྲའི་འདྲ་བོ་ཞིག་ལ་མིའི་འོག་ཏུ་འདི་ནི་ཞུ་གོམས་པ་ལ་བྱ་གིན་ཡིན་ན་ཞུ། ལ་སོགས་དོན་ལྡན་ཡེ་ཤེས། འདི་བཞུགས་སྒོ་འདི་ལ་ཚེ་རིང་དོན་འགྲུབ།
སློབ་དཔོན་མ་མཆོག་ལ་ངས་ངའི་དྲི་བ་འདི་ག་རེ་ཡིན་ཟེར་ན་ཁྱེད་རང་གིས་མཐའ་རྒྱས་པའི་ཇོ་བོའི་ཉམས་ལེན་འདི་ལ་ཉམས་ལེན་དཔེར་ན་དཔེར་ན་ཕར་ཕྱིན་གཅིག་གི་ཉམས་ལེན་འདི་ལ་ཕར་ཕྱིན་དྲུག་གི་ཉམས་ལེན་ཆ་ཚང་ཚང་གི་རེད། འདི་ནི། མདུན་ནས་ཚངས་ཡོད་ཚུལ་གྱིས་ཉམས་སུ་ལེན་གྱི་རེད། དེ་བས་འདི་འབྲས་བུ་རྣམ་མཁྱེན་གྱི་གནས་སྐབས་སུ། ཆོས་ཅུང་མངོན་དུ་བྱས་པ་ལ་བརྟེན་ནས་ཆོས་ཐམས་ཅད་མངོན་དུ་བྱེད་པའི་ཇི་ལྟ་ཇི་སྙེད་ཀྱི་རྣམ་མཁྱེན་ཐོབ་ཀྱི་ཡོད་ན། རྒྱུད་སློབ་པ་ལམ་གྱི་གནས་སྐབས་སུ་མཐར་གྱིས་པའི་ཉམས་ལེན་བྱེད་པའི་གནས་སྐབས་སུ། དཔེར་ན། ཁྱོད་རང་གིས་འདི་གསུངས་དང་དམིགས་པའི་རྩ་བའི་བསྒོམ་བྱ་དེར་བལྟས་ཀྱང་གཞན་རྣམས་འཕར་བའི་ཚུལ་གྱིས་དེའི་ནང་དུ་བསྡུས་ནས་བསྒོམ་པ་སྟེ། འབྲས་བུ་རྣམ་མཁྱེན་གྱི་དུས་ནས་ནི་ཆོས་ཐམས་ཅད་མངོན་དུ་བྱེད་ནུས་ན། རྒྱུའི་ལམ་གྱི་གནས་སྐབས་སུ་ནི་མཐའ་རྒྱས་པའི་ཉམས་ལེན་གྱི་གནས་སྐབས་སུ་ནི། བསྒོམ་བྱ་གཙོ་བོ་དེ་ལ་དམིགས་པ་བསྟན་ན་ཡང་གཞན་གཞན་རྣམས་འཕར་བའི་ཚུལ་གྱིས་བསྒོམ་གྱི་རེད། འཕར་བའི་ཚུལ་དུ་བསྒོམ་པ་དེས་བསྒོམ་བྱ་གཙོ་བོ་དེ་ལས་རྣམ་པ། རྣམ་པ་མི་ཟ་བ་དང་ནི་ཁོ་རང་གཅིག། རྣམ་པ་ག་རེ། རྣམ་པ་མ་འདྲེས་པར་བསྒོམ་པ་ལ་སོགས་པ་ག་འདྲས་འགྲོ་བ་ཡིན་ན་དེ་འདྲས། བསྒོམ་བྱ་འཕགས་པ་དང་གཙོ་བོ་ལས་དེ་དེ་བསྒོམ་ཚུལ་སྒྲོགས་ཏེ་གང་འདྲ་ཡིན་ནམ་དེ་ཞེས་སྒྲོགས་ཤིག་གོ་སོང་ངོ། ལེགས་སོ།
ད་ལྟ་བདག་དམིགས་པ་གཙོ་བོ་བསྒོམ་བྱ་དེ་ལས་དེ་ཡང་ནི་འཕགས་པའི་ཚུལ་བསྡུས་ཚུལ་ག་འདྲས་རེད་གསུངས་རེད་ལ། ད་ལྟ་འདི་ག་འདྲ་རེད་ལ་ན། ད་ལྟ་འདི་ལ་དངོས་ཀྱི་བསྡུས་ཚུལ་གཅིག་དང་ནི་ག་ས་བྱེད་ལས་ཀྱི་བསྡུས་ཚུལ་རྣམ་པ་གཉིས་ཡོད་ལ་ནི་བདག་གིས་དགོངས་དོན་ཞུ་ཡིན་ལ། ད་དངོས་ཀྱི་བསྡུས་ཚུལ་དེ་ཡང་ག་འདྲས་རེད་ན་དཔེར་ན་ང་ཚོ་ད་ལྟ། རི་མཐོན་པོ་ཅིག་གང་ལ་འཛེགས་ནས་ནི། ང་ཚོ་མར་ཨེ་ནས་བཏགས་ཡོང་དུས་བརྩམས་པ་ལ་ད་ང་རང་ཚོ་གི་མིག་ཤེལ་དེ་གི་ག་ལ་འོག་རེད་ད། ད། མི་རིགས་རིགས་མཐོན་པོ་ཞིག་གང་མཛེས་ནས་མ་ཏཱའི་མཛངས་མ་ལ་མེ་ཏོག་མང་པོ་བཞོས་ས་ཞིག་ལ་ར་ཏཱའི་མཛངས་མ་ལ། ད་སོ་སོ་གི་མིག་ཤེལ་དེ་གི་ཡུལ་དེ་ལ་ནི། སོ་སོའི་དགའ་ཤོས་མེ་མེ་ཏོག་དེ་ག་ལོར་གཙོ་བོ་མཐོང་བསྡད་ཡོད་ར་ཡིན་ན་ཡང་མེ་ཏོག་གཞན་པ་འདི་ཚོ་མ་མཐོང་ཡ་རེ་བས་བླ་ན་མ་མཐོང་ཡ་མ་ར་འདི་ཞོར་ལ་མཐོང་བསྡད་ཀྱི་ཡོད་ར། དཔེ་མེ་འདི་ནང་བཞིན་གྱི།
ཏོག་མེ་ཏོག་གཅིག་མཐོང་ཡོང་འདུག་པ་བཟོས་མེ་ཏོག་ཚང་མ་མཐོང་ན་ཨ་ནི་དེ་མཐོང་བའི་མི་ཤེས་དེ་ག་རེ་མེ་ཏོག་ག་ཚོད་མཐོང་ཡོད་ན།

ང་ཚོ་རི་མཐོན་པོ་ཞིག་ཁང་འཛེགས་ནས་མེ་མདོ་མང་པོ་ཞིག་ཡོད་ས་ལ་བཏགས་ནས་བརྩམས་པ་ལ། ཨ་ནི་ཁོ་རང་ཚོ་སྲོག་གི་དགའ་སྤྲོའི་མེ་མདོ་དེ་མཐོང་གི་རེད་དེ་གཞན་པ་ཚོ་ཕལ་པའི་གི་ཚུལ་དུ་ག་ལ་བར་ཞོར་ལ་འོང་གི་རེད་ལ་འོ་ད་ཐོན་གི་རེད་ག་རེ་བྱེད་ན་ན། ད་དེའི་དཔེ་འདི་ནང་བཞིན་གྱི་ད་ལྟ་དཔེ་འདི་ནང་བཞིན་གྱི་ད་ལྟ་ད་ལྟར་གྱི་དཔེ་བྱོས་རེས་ཀྱི་ངོ་བོར་གྱུར་པའི་གི་བློ་བཅོས་ར་རྟོག་པའི་བློ་ཞིག་ཡོད་ར་དེའི་བློ་འདི་གིས་ཨ་ནི་གར་ས

འདིའི་བཞུགས་སྒོ་འདི་ལ་གཡུང་དྲུང་བསྟན་དར། འོ་ན།
གཉིས་དྲི་བ་གཅིག་རང་བྱས་ཡིན་རོ། དེ་ཡི་དྲི་བ་དེ་ག་རེད་ཟེར་ན། ད་ལྟ་ང་ཚོ། འདི་ཡི་བརྗོད་བྱ་གི་ནང་ལུགས་ལ། ནི་ཤེས་བྱ་དེ་མཁྱེན་པ་གསུམ་ཉམས་ལེན་གྱི་བྱེད་ནི་ཨ་ནི་འགྱུར་རོ་ཞེས་རོ། དེ་ནི་འབྲས་བུ་དེ་ཆོས་སྐུ་ཅན། འདི་སྐབས་ནས་དེ་ནི། དེ་ཉམས་ལེན་འགྱུར་རོ་ཞེས་དེ། ཨ་ནི་ཁྱིམ་པ་གསུམ་ལ་མ་བསྡུས་དགོས་ར་ལ། ཨང་རེད་ལ།
འོ་འདིས་བསྡུས་ཡོང་དུ་བརྩམས་པ་ལ་འདི་ག་འདྲེས་ཀྱི་ཚུལ་དུ་བསྡུས་དགོས་བ་རེད་འདི་གཅིག་དྲི་བ། ཨང་ད་དེ་ཁྱིམ་པ་གསུམ་པོ་དེ་ཨ་ནི་མ་ཉམས་ལྷན་སྦྱོར་བ་ཞིག་དེ་ཁྱིམ་པ་གསུམ་ལ་འདུས་ཚུལ་དེ་གསུངས་རེད་ལ། འོ་ད་དེས་དེ་ག་ནས་བསྡུས་ལ་ན་ད་ལྟ་ད་པ་ཏྲི་སྤྱི་དོན་དང་སེར་ཕྲེང་ཞི་འཇགས་བྱས་སོང་ཨེ་ན། ཨང་རང་གི་ག་ས་ངོ་ཡིན་པའི་ཚུལ་གྱིས་བསྡུས་ཀྱི་ཡོད་ལ་ནི་ཞོན་ཡིན་ལ། དེ་ནས་མཚན་ཉིད་ཁོ་རང་ལ་ཅིག་ཞུ་ཡ་ཅན་གཉིས་ལ། ནི་མཁྱེན་གསུམ་གྱི་ཤེས་རྣམ་གཅིག་ཆར་དུ་སྐྱེ་བའི་རྟོགས་པ་གསུངས་ཏོ། དེའི་སྐབས་སུ་དེ་ནི་མཁྱེན་གསུམ་གྱི་ཤེས་རྣམ་ཡོངས་སུ་རྫོགས་པ་ནི་ཅིག་ཆར་དུ་ཇི་ལྟར་བསྒོམ་ཐུབ་པ་རེད། ད་དེ་མཁྱེན་གསུམ་གྱི་ཤེས་རྣམ་ཅིག་ཆར་དུ་ལ་ཙམ་མ་ལ་ཚང་མ་མཉམ་དུ་བསྒོམ་ཡ་སྐད་ཆ་མ་རེད་དེའི་ག་ནས་ལ་གོ་ཡ་ལ་ན་མཁྱེན་གསུམ་གྱི་ཤེས་རྣམ་ཅིག་ཆར་དུ་སྐྱེ་བའི་རྟོགས་པ་བརྟན་པོར་བྱ་བའི་ཕྱིར་ཞེས་པའི་དོན་དེ་ག་ནས་ལ་གོ་ཡ་ལ་ན། མཐར་གྱིས་པའི་སྦྱོར་བ་དེ་གྱིས་བསྟན་པ་ཐོབ་པའི་ཆེད་དུ་བསྒོམ་གྱི་ཡོད་ར་ལ། ད་དེའི་ག་རེ་དོན་དག་དེ་ག་རེ་གོ་ཡ་ལ་ན། མཁྱེན་གསུམ་གྱི་རྣམ་པ་གཅིག། བསྟན་པ་ཐོབ་པའི་བརྩམས་པ་ལ་མཁྱེན་གསུམ་གྱི་རྣམ་པ་གཅིག་ཡུལ་དུ་བྱེད་པའི་ཚེ་ན་རྣམ་པ་གཞན་རྣམས་ཀྱང་སྟབས་གཅིག་ལ་མངོན་དུ་བྱེད་དེ་བས་ཀྱི་ད་ནུས་པ་ཐོབ་པའི་ཀྱི་ཆེད་དུའོ། དེ་ནས་དགྲ་བོ་གཅིག་ལ་གོ་ཡ་ཡིན། ཨ་རེ་ད་རིམ་པས་རིམ་པས་བསྒོམ་དགོས་རེད་ཟེར་ར་ལ། ལ་སོགས་འདི།
དྲི་བ། འདི་གཡུང་དྲུང་བསྟན་དར། འདི་བཞུགས་སྒོ་འདི་ལ་ཚེ་བརྟན་རྡོ་རྗེ། བླ་སྲོག་ཧ་ད་ད་རེད། དྲི་བ། འདི་འདྲ་ཡག་ཁག་པོ་ཞིག་གྲགས་འདུག། ཨོ། དེ་ནི་ད་ལྟ། འདི་གནམ་མཚོ་རྒྱལ་བ་དང། མཐར་རྩིས་པའི་རྒྱལ་བ་གཉིས་ཀྱི་ད་སྒོམ་རྩ་གཙོ་བོ་སྟེ། གཅིག་གི་མཉམ་བཞག་ཆ་ནས་གཅིག་གི་རྒྱས་ཐོབ་ཀྱི་ཆ་ནས་ཉམས་ལེན་འོག་ཏུ་བྱ་བ་རེད་ཟེར་བ།

གཙོ་བོ་རྗེས་ཐོབ་ཀྱི་དགོངས་པ་དང་མཐུན་པ་ག་རེ་བཞིན་བཞག་སླ་ན། མཐར་གྱིས་པའི་སྦྱོར་བ་ཡིན་སོགས་ན་མཁྱེན་གསུམ་གྱི། རྟོགས་པ་ལ་བརྟན་པ་ཐོབ་པའི་གྱི་ཕྱིར་ཏིང་ངེ་འཛིན་ལ་རྩལ་སྦྱོང་ར་ག་རེ་བཞིན་ན་རྣམ་པ་དེ་གོ་རིམ་བཞིན་དུ་དེའང་ནི། ཚང་མ་ཚང་བའི་གྱི་ཐོག་ནས་དེའང་ནི་གོ་རིམ་མ་འཁྲུགས་ནས། ཨ་ནི་དཀར་ས་གཅིག་གི་ནང་ལོགས་ལ་ཀུན་འདུས་ནས་དེ་འདྲའི་ཕྱིར་ནི་ཏིང་ངེ་འཛིན་ལ་རྩལ་སྦྱང་དགོས་སོ། འདི་ལྟ། དེ་ག་ནང་དེའང་ནང་བཞིན་དཀར་ས། མཐར་གྱིས་པའི་སྦྱོར་བ་བཅུ་གསུམ་བདག་གི་དེ་དབྱེ་བ་བཅུ་གསུམ་དུའང་འདི་རྩིས་ཟིན་པའི་དབང་དུ་བསྒོམ་གྱི་འོད་གཙང་ལྟ་འདི་རྗེས་ཐོབ་ཀྱི་དགོངས་པ་དང་མཐུན་གྱི་འོད་གཙང་དེ་ནི།

མཐར་གྱིས་པ་དེ་རྗེས་ཐོབ་དང་རྗེས་ཐོབ་གཙོ་བོ་དང། རྣམ་རྫོགས་སྦྱོར་བ་དེ་མཉམ་བཞག་གཙོ་བོ་རེད་ལ་སྐབས་སུ་རྗེས་ཐོབ་དེ། ང་ཚོ་ནམ་རྒྱུན་གྱི་མཉམ་བཞག་ཉིད་ཀྱིས་དེ་བྱེད་པའི་རྗེས་ཐོབ་དེ་མ་རེད་ལ། མ་རེད་ལ། ད་ཡིན་དེ་ཡིན་འདུག་སྐབས་སུ་ད་ལྟ་དེ་ལྟ་བུ་དེ་རྗེས་ཐོབ་དེ་ད་མཉམ་བཞག་ཁོ་རང་ལ་བཞག་ཡོང་འདུག་སྐབས་སུ། ད་ང་འདྲ་བས་ན་མཉམ་བཞག་ནང་ལ་བས་ན་བར་ཆད་མེད་ལ་ད་རྣམ་གྲོལ་ལམ་ལ་ནི་ཆད་ཡོང་ཡོད་མ་གཏོགས་ཅི་ད་མཉམ་བཞག་ལ་ཁོ་རང། རྗེས་ཐོབ་ལ་ནི་ཆད་དེ། ལྟོ་དང་འགའ་རེ་ལ་ལྟོ་ནས་ཕྱི་སྐྱོད་ན་དེ་འདྲ་བོ་དེ་དཔེར་ན་མཉམ་བཞག་ཁོ་རང་ལ་ལྟོ་ང་ཚོ་ནམ་རྒྱུན་མཉམ་བཞག་ད་ས་ཡ་ས་དེ་ཚོ་རིམ་པ་ཕྱེ་ཡོང་དུས་སྐབས་སུ་རྗེས་ཐོབ་ལ་ལྟོ་ནས་ཕྱི་ཁྱེར་མ་གཏོགས་མཉམ་བཞག་ན་ཁྱད་པར་ཞེ་དྲག་ཕྱེ་ཐུབ་ཀྱི་མ་རེད་དཔེར་ན་བར་སྣང་གི་བྱ་བྱེད་འདྲ་བོ་ཁྱད་པར་ཕྱེ་ཐུབ་ཀྱི་མ་རེད་འདྲ་བོ་གསུང་གི་འདུག་ད་དེ་ཡིན་དུས་སྐབས་སུ་འདི་ལྟ་བུ་མཉམ་བཞག་ལ་ཁོ་རང་རྗེས་ཐོབ་དང་མཉམ་བཞག་གཉིས་ཕྱེ་དེ་ག་ནི་འདྲ་བོ་ཕྱེ་སྟངས་ག་ནི་འདྲ་བོ་རེད་ཟེར་གཅིག་དེ་ཡིན་རོ། ཨ་ནི་ད་ལྟ་ཨ་ནི་གཉིས་པ་དེ་ཨ་ནི། དང་པོ་དྲི་བ་དང་པོ་དེ་ལན་བརྒྱབ་ཤེས་ན། ལགས་སོ་དྲི་བ་དང་པོ་དེ་ལན་དེ་གནང་ན་འགྲིག། ད།
མཐར་གྱིས་པའི་ག་རེ་གསུང་ཡིན་ལ། ད་ལྟ་འདི་ང་ཚོ་འདི་དང་རྩེད་མོ་ག་རེ་རྣམ་རྫོགས་སྦྱོར་བ་དེ་ནི་མཉམ་བཞག་ལ་གཙོ་བོར་བསྒོམ་གྱི་རེད། ག་རེ་མཐར་གྱིས་པ་དེ་རྗེས་ཐོབ་ལ་གཙོ་བོར་བསྒོམ་གྱི་རེད། ཡིན་ནའི་འདི་སྐབས་འདི་མཉམ་རྗེས་ལས་དེ་ནམ་རྒྱུན་གྱི་ཆད་སྐྱོད་ཀྱི་མཉམ་རྗེས་དེ་མ་རེད། དེ་ལྟ་བུ་དེ་མཉམ་བཞག་ལའང་བྱེད་དགོས་རེད་ལ་ར་ལ། རེད་ལ། ད་དེའི་མདོ་སྐབས་སུ་མཉམ་གཞག་ལ་རང་མཉམ་གཞག་དང་རྗེས་ཐོབ་གཉིས་འཆད་དེ། འདི་ག་རེ་ལ་ལྟོས་ནས་འཆད་རྒྱུ་རེད། མཉམ་གཞག་ལ་ཁོ་རང་མཉམ་གཞག་ག་ས། མཉམ་གཞག་ཁོ་རང་ལ་མཉམ་གཞག་དང་རྗེས་ཐོབ་ལ་ནི་འཆད་སྐད་ཆ་མ་རེད་ལ་ཡིན་ཞོན། ད་ལྟ་ག་ས། མཐར་གྱིས་པའི་འཇུར་བས་ཀྱིས་ད་ངོ་བོར་གྱུར་པས་ཀྱི་མཉམ་གཞག་བཞོས་ལ། འོ་དེ་ག་ལ་འོ་ད་རྗེས་ཐོབ་དང་མཐུན་པ་ཅིག་ནི་གཞག་རེད་མ་གཏོགས་རྗེས་ཐོབ་རེད་ལ་སྐད་ཆ་མ་རེད་ལ་འདི་ད་ལྟ་འདི་གཞག་རེད། ལགས་སོ། ཨ་ནི་དྲི་བ་གཉིས་པ་འདི་ད་ལྟ། ཨ་ནི། འདུ་སྟེ་བསྒོམ་པ་ལ་ཡི་དང་ཆོས་གཅིག་མངོན་དུ་བྱེད་པའི་ཆོས་ཐམས་ཅད་མངོན་དུ་བྱེད་ལ་ཡི་ད་ལ་ཁྱད་པར་ག་རེ་ཡོད་རེད་ཅེས་འཇིགས་ཞུ་ཡིན།

ཨ་ནི་སློབ་དཔོན་མ་མཆོག་ལ་དྲི་བ་ཅིག་ཞུས་བཅུག་པ་ཅིག། ད་ལྟ་སློབ་དཔོན་མ་མཆོག་གིས་གསུངས་དོགས་འདི། མཐར་གྱིས་པའི་སྦྱོར་བ་དབྱེ་བ་བཅུ་གསུམ་དེ་ཡོད་ར། ཕར་ཕྱིན་དྲུག་དང་རྗེས་དྲན་དྲུག། དངོས་མེད་ངོ་བོ་ཉིད་ཀྱི་མཐར་གྱིས་པ། དེ་གསུམ་དེའི་མཐར་གྱིས་པའི་སྦྱོར་བ་ཡིས་བསྒོམ་བྱ་དངོས་མ་རེད་ལེགས་དོ། དེ་འདྲ་ཡིན་ཟུར་ན་བསྒོམ་བྱ་དངོས་དེའི་རྣམ་རྩོལ་སྦྱོར་བ་དང། མཁྱེན་གསུམ་གྱི་རྣམ་པ་བརྒྱ་དང་བདུན་བཅུའི་དོན་གསུམ་དེ་རེད་གསུང་གི་འདུག། མཐར་གྱིས་པའི་སྦྱོར་བ་སྐབས་སུ། མཁྱེན་གསུམ་གྱི་རྣམ་པ་བརྒྱ་དང་བདུན་བཅུའི་དོན་གསུམ་དེ་མ་བསྟན་པའི་རྒྱུ་མཚན་གཙོ་བོ་ག་རེ་རེད་ཞུས། ཁོས་བསྒོམ་བྱ་དངོས་ཡིན་ན་དེའི་སྐབས་སུ་སྟོན་དགོས་མ་རེད་པས་ཞུས།
ད་ད་ད་ཐར་གྱི་ད་གི་གོང་དུ་ཞུས་པ་ན་ཐར་གྱི་པའི་སྦྱོར་བ་དེའི་གོམས་བྱ་དངོས་དག་གར་ས་མཁས་གསུམ་རྣམ་པ་བརྒྱ་དང་དོན་གསུམ་དེ་རེད་ཡིན་ན་ཡང་ཐར་གྱི་པའི་སྦྱོར་བ་དེ་དག་འདི་བཅུ་གསུམ་སྒོ་ནས་ཤེས་དགོས་པའི་རྒྱུ་མཚན་དེ། དེ་འདྲའི་གི་ཐར་གྱི་པའི་སྦྱོར་བ་དེ་དག་ཉམས་ལེན་ལ་ལ་མེད་དུ་ལམ་དེ་གོ་མི་ཡོང་དེ་བརྩམས་པ་ལ་འདི་བཅུ་གསུམ་གྱི་རྩིས་ཟིན་པའི་སྒོ་ནས་གོམས་ཀྱི་ཡོད་རེད་དཔེར་ན་ད་ན་བྱེད་འབྲེལ་དྲུག་ཡིན་སོང་ཡིན་ན་བྱེད་འབྲེལ་དྲུག་ན་དཀོན་མཆོག་གསུམ་ཡིན་སོང་ཡིན་ན་ད་ཐར་གྱི་པའི་སྦྱོར་བའི་གི་ལམ་འདི་གི་ཨ་ནི་རྣམ་པ་འདི་ཚོ་གོ་རིམ་བཞིན་དུ་གོ་མི་ཡོང་དེ་བརྩམས་པ་ལ་ཨ་ནི་གར་ས། བྱེད་རིམ་དྲུག་ལྟར་རྟེན་དཀོན་མཆོག་གསུམ་ལ་རྟེན་དགོས་ར། དེ་ཡང་ནི་དཀོན་མཆོག་གསུམ་དེ། ག་ས། དཀོན་མཆོག་གསུམ་དང་པོ་ན་ན། སངས་རྒྱས་དཀོན་མཆོག་དེ། ནི། ལམ་སྟོན་པ་པོ་དང། ཆོས་དཀོན་མཆོག་དེ་ལམ་དངོས་དང་ནི་གལ་ཏེ་དཀོན་མཆོག་དེ་གྲོགས་ཀྱི་ཚུལ་དུ། འོ་དེ་ནི་བཞིན་རྩིས་ཟིན་པའི་སྒོ་ནས་གོམས་དགོས་རེད། ད་ག་ནང་བཞིན་ཕར་ཕྱིན་དྲུག་གིས་རྩིས་ཟིན་པའི་སྒོ་ནས་གོམས་དགོས་རེད། ད་ག་ནང་བཞིན་གྱི་སྟོང་བ། བྱེད་འབྲིང་དང་ནི། ག་ས། ཚུལ་ཁྲིམས་བྱེད་འབྲིང། ནི་ངོ་མི་ངོ་གཉིས་ཐར་གྱི་བ་འོ་དེ་རྩིས་ཟིན་པའི་སྒོ་ནས་གོམས་ཀྱི་ཡོད་ཙང་དེ་ཡོད་ནི་ཤེས་རེད་ལ་ནི། ཨ་ལགས་ནི་སོ་དེའི་དབྱངས་སྐབས་འཛོམས། སུ། ང་དྲི་བ་གཅིག་གི། དེའི་སྐབས་སུ་ར་རྣམ་པ་བརྒྱ་དང་བདུན་ཅུ་དོན་གསུམ་དེ་མ་བདེན་པའི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཞུ་ཡ།

ཨ་ནི་ཁྱེད་རྩོམ་གྱི་རྟོག་པ་ལ་རང་དབང་ཐོབ་ཚར་རེད་པ་ཨ་ནི་མཚན་ཉིད་འདི་བདེན་གྱི་མི་འདུག་ཞོན་འདི་ལ་ག་འདྲི་འདུག་ཞོན། ད་མཚན་ཉིད་འདི་བདེན་གྱི་རེད་ལན་ཞོན་ར་ཁྱེད་རྩོམ་གྱི་རྟོག་པ་ལ་རང་དབང་ཐོབ་པར་བྱེད་པའི་ཕྱིར་སྐལ་མེད་རང་གསུམ་དབང་གྱི་ཐོབ་ཆོས་ཚར་ར་གོ་ཨ་ནི་ནི།
རྣལ་འབྱོར་འདི།
ཀར་ས། གནམ་སོགས་འཇུ་རའི་མཚན་ཉིད་ར་ལ། ད་རང་དབང་ཐོབ་ཚར་རེད་དོ། རང་དབང། ཀར་ས་རྩེ་མོ་འཇུ་རའི་སྐབས། ད་མ་རེད་མ་རེད། སྦྱོར་ལམ་སྐབས་སུ་རང་དབང་ཐོབ་ཚར་ལ་ན། འདིར་རང་དབང་མ་ཐོབ་ཐོབ་པའི་ཕྱིར་བསྒོམ་པ་ཞེས་པ་འདི་ལ་གནམ་ག་ལ་གོ་ད། གཉིས་གོ་ཚུལ་གཉིས་འོས་ལན་ཞོན་ར་གོ་ཚུལ་གཉིས་དེ་ཀར་ས། རང་དབང་ཐོབ་ཟིན་པ་ཞིག་ལ་ཐོབ་ཟིན་པ་ཞིག་དང་ཐོབ་པ་གོང་འཕེལ་དུ་འགྲོ་བ་གཉིས་ཀ་གོ་ཆོག་གི་ཡོད། ད་ཚོགས་ལམ་གྱི་སྐབས་སུ་ཡིན་ན། ག་རེ་སྦྱོར་ལམ་གྱི་རང་དབང་དེ་ཐོབ་ཡོད་མ་ར་འདི་ཐོབ་པའི་གི་ཆེད་དུ་ལ་གོམས་ཀྱི་ཡོད་རེད་ཨ་ནི་སྦྱོར་ལམ་སྐབས་སུ་ལ་རང་དབང། ཚོགས་ལམ་གྱི་རང་དབང་དེ་ཐོབ་ཡོད་རེད་དེ། ཡིན་ན་ཁོ་རང་དབང་མ་ཐོབ་པ་ག་རེ་གི་སྐབས་སུ་གོམས་ཀྱི་ཡོད་ལ་ན། མཐོང་གོམས་གཉིས་ཀྱི་རང་དབང་དེ་ཐོབ་མེད་ཙང་འདི་གོམས་ཀྱི་ཡོད་དེ་ཡིན་པའི་རྒྱུ་མཚན་གྱིས་རང་དབང་མ་ཐོབ་པ་ཐོབ་པའི་ཆེད་དུ་གོམས་ཆགས་ཀྱི་ཡོད་མཚན་ཉིད་དེ་ལ་སྐྱོན། དབྱངས་འཛོམས། མེད་རེད་འདི་ཞུ་གི་འདུག་ལ་བསྟན་འཛིན་བཟང་པོ། ལ་སོགས་དགེ་བཤེས་གཉིས་མཆོག་ལ་ནི་ངས་བཅོལ་བ་དེ། སྔ་འགྱུར་རང་ལུགས་ལ་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཁེངས་གསུམ་གྱི་རྣམ་པ་དེ་གཙོ་བོ་དོན་ནམ་དག་གཞི་རྣམས་ག་རེ་གོ་འགྱུར་ན་ལ་བཅོལ།
སྔ་འགྱུར་རང་ལུགས་ལ་ནར་མི་འདོད་གར་ས་པ་ཏྲུ་སེམས་དཔའ་ཆེན་པོ་གྱིས་རྟགས་ཤེས་བཞིན་བཅུད་བདུན་གལ་སྲིད་མངོན་རྟོགས་རྒྱན་གྱི་སྤྱི་དོན་གཞི་བཞག་བྱས་སོང་བ་ཡིན་ན་དོན་དམ་ན་ཤེས་རྣམ་གཉིས་ཀ་གོམས་ཀྱང་ཡིན་ན་གཙོ་བོ་ཤེས་རྣམ་དེ་གོམས་ཀྱི་རེད་ལ་ནི་ཞུ་ཡིན་ར། ཤེས་རྣམ་གཙོ་བོ་དག་གོམས་དགོས་རེད་ལ་ནི་ད་བར་སྤྱི་དོན་ནང་ལོགས་ལ་ཡང་གསུང་བཞག་ཡོད་ར། ཡུལ་གོམས་པ་དང་ཡུལ་ཅན་སྙིང་རྗེ་གོམས་པ་གཉིས་དང་ནི། ཕྱི་མ་སྙིང་རྗེ་གོམས་པ་སྙིང་རྗེ་ལྟ་བུ་དེ་ཕྱི་མ་གཙོ་བོ་གོམས་དགོས་རེད་ལ་ནི་ད་མ་ཤེས་རྣམ་གཙོ་བོ་གོམས་དགོས་རེད་ཤེས་རྣམ་གཙོ་བོ་གོམས་དགོས་པའི་རྒྱུ་མཚན་ག་རེད་ལ་ན། དཔེར་ན་ང་ཚོ་ད་ཡུལ་བདག་མེད་བཞག་ནས་འདི་རྟོགས་པའི་གི་བློ་དེ་ད་བདག་མེད་རྟོགས་པའི་བློ་དེ་བཞག་གོ་ར་བདག་མེད་རྟོགས་པའི་བློ་དེ་ཡུལ་འདི་ལྟར་དམ་པའི་ཏོག་ལ་ནི་མི་དུ་སྤྲོས་བྲལ་དུ་རྟོགས་ནས་འདི་བློ་འདི་རང་རྒྱུད་ལ་སྐྱེ་དགོས་ར། དེ་འདྲའི་གྱི་བློ་འདི་གོང་འཕེལ་དུ་འགྲོ་ཡས་ཀྱི་ཆེད་དུ་ལ་དག་གོམས་དགོས་ར། ཨ་ནི་དེ་ཡིན་པའི་རྒྱུ་མཚན་འདི་དམ་པའི་ཏོག་གི་བློ་དེ་ཤེས་རྣམ་རེད་ཤེས་རྣམ་དེ་གཙོར་གོམས་ཀྱི་ཡོད་རེད། ཨ་ནི་ལྷ་སོ་ཨ་ནི་དྲི་བ་དེའི་གཞི་མ་དེའི་གར་ས་ཨ་ནི་སློབ་དཔོན་སེང་གེ་བཟང་པོས་ཨ་ནི་གར་ས་མཐའ་དགེ་བའི་སྦྱོར་བ་དེ་ཨ་ནི་ས་བསམ་དེ་ཨ་ནི་སྦྱོར་ལམ་ནས་བྱ་གི་རེད་གསུངས་ར་ལ། རེད་ལ། ཚོགས་ལམ་ནས།
ཨཱ་ནི་ཚོགས་ལམ་ལས་བྱ་བ་དེ་ཨཱ་ནི་གར་ས། ག་རི་ལ་ཁུངས་དུ་འདུག་ལ་ན་ཨཱ་ནི་གར་ས་ཉི་ཁྲི་ལེའུ་བརྒྱད་མ་རེད། ཨཱ་འདི་ལྟ་བུ་ཨཱ་ནི་ལུང་ཁུངས་དེ་ཨཱ་ནི་གར་ཚོགས་ལམ་ནས་བསྟན་ཚུལ་ཨཱ་ནི་གར་འགྲོ་བཅུ་ཞོག་གོ་ན་ལ། ད་དང་ད་དེ། སློབ་དཔོན་སེང་གེ་སངས་པོ་གིས་ད། གར་ས། མཐར་གྱིས་པའི་བྱུ་ར་གིས་མ་དེ་ས་ཙམ་དེ་ཨཱ་ནི་ཚོགས་ལམ་ནས་བཞེད་ཀྱི་ཡོད་ལ་ནི་ཞུ་ཡོད་ར། གར་གྱིས་ལ་ན་ཁོང་གིས་མཛད་པའི་གི་ཉི་ཁྲི་དྲེགས་པ་ལེ་བརྒྱད་མ་ནང་ལོ་ལ་གསུངས་བཞག་ཡོད་ར། གར་ལ་ན་རབ་འབྱོར། གཞན་ཡང་བྱ་རྒྱུད་སེམས་དཔའ་སེམས་དཔའ་ཆེན་པོ་མཐར་གྱིས་པའི་དགེ་བ་དང། མཐར་གྱིས་པའི་བྱ་བ་དང་མཐར་གྱིས་པའི་བསླབ་པ་དང། མཐར་གྱིས་པའི་བསླབ་པ་ལ། འདི་སེམས་དང་པོ་བསྐྱེད་པ་ནི་ཉེ་བར་བཟུང་སྟེ་ལ་ནི་བྱུག་གི་དོའོ། འདི་སེམས་དང་པོ་བསྐྱེད་པ་ལས་དེ་ག་རེ་ལ་གོ་ཡ་ལ་ན་ནི་བྱང་ཆུབ་ཀྱི་སེམས་ཐོག་མར་བསྐྱེད་པ་དེ་ལ་གོ་བོ་རེ། འདི་བྱང་ཆུབ་ཀྱི་སེམས་ཐོག་མར་བསྐྱེད་པ་དེ་ག་བར་བྱ་བ་ལ་ན་ནི་ཐེག་ཆེན་ཚོགས་ལམ་ཐོབ་པ་དང་དུས་མཉམ་ཆགས་ཀྱི་ཡོད། དེ་འདྲའི་གྱི་ཨ་ནི་ད་བྱང་ཆུབ་ཀྱི་སེམས་ཐོག་མ་ལ་ན་མི་འདུག་ཐེག་ཆེན་ཚོགས་ལམ་ནི་ད་སངས་རྒྱས་རྗེས་དྲན་དུ་བསྒོམ་ལ་ནི་གསུངས་དོ་འདི་ལ། ཨ་ནི་དེ་འདྲའི་གྱི་སངས་རྒྱས་རྗེས་དྲན་རྩིས་ཟིན་པའི་གྱི་མཐར་གྱིས་པ་དེ་ད་བྱང་ཆུབ་སེམས་ཐོག་མ་ལ་ན་མི་འདུག་ག་རེ་ས

དེ་ནི་མཐར་གྱིས་པའི་སྦྱོར་བ་སྟེ་འཇིག་སྟོབས་ལྟ་བུ་བྱས་ནས་གསུངས་སོ། དེ་མཉམ་སྣང་རྫོགས་སྦྱོར་བ་སྟེ་མཁྱེན་གསུམ་གྱི་རྣམ་པ་སྟེ་བརྒྱ་བདུན་ཅུ་རྩ་གསུམ་སྟེ་བསྡུས་ནས་བསྒོམ་གྱི་རེ་ལབ་དགོས་ར། བྱས་ཙང་ངོ། དེ་བསྡུས་ནས་བསྒོམ་པའི་སྐབས་སུ་དཔེར་ན་མི་རྟག་པའི་རྣམ་པ་ཤར་རེ་བས་ནི་རྣམ་པ་དེ་མ་ཡལ་བར་རིམ་པས་ཅན་དུ་བསྒོམ་དགོས་རེ་ཟེར་ཡང་ན་ཚང་མ་མི་རྟག་པའི་རྣམ་པ་ཁོ་རང་བྱས་ཙང་མཁྱེན་གསུམ་གྱི་རྣམ་པ་བརྒྱ་བདུན་ཅུ་རྩ་གསུམ་ཡིན་པ་ག་ནས་གཅིག་ཅར་དུ་དེ་འདྲའི་རྣམ་རྫོགས་སྦྱོར་བ་དེ་གི་བློ་ལ་འཆར་ཐུབ་དགོས་ཡོད་རེད་ད། བསྒོམ་སྟངས་དེ་བསྡུས་སྒོམ་འདི་གི་ངོ་བོ་ཅིག་བཞག་རོགས་བྱས་ད། ད། མཁན་གསུམ་རྣམ་པ་ཆ་ཚང་བློ་གཅིག་ལ་ཤར་གྱི་ཡོད་རེད་གསུངས་རེད་འདི་མ་རེད་ལ། ད་ད་ད་མཁན་གསུམ་བསྡུས་ཏེ་སྒོམ་གྱི་ཡོད་ར་ལ། ད་མཁན་གསུམ་བསྡུས་ཏེ་སྒོམ་ལེ་དེ་ག་ནས་ཤར་གོ་ལ་ན། ཨ་ནི། ག་ས། ད་དཔེ་ན་བྱང་སེམས་ཐབས་ལ་མཁས་པ་དེ་ཚོ་གི་དམིགས་པ་ཉེ་བར་ཞི་ས་གི་དཔེ་ན། བུམ་པ་ལྟ་བུ་གཅིག། ཨ་ནི། རྒྱུ་འབྲས་ངོ་བོ་གསུམ་ཀའི་གི་ཆ་ནས་སྤྲོས་བྲལ་སྐྱེ་བ་མེད་པའི་གི་རང་བཞིན་དུ་རྟོགས་གི་ར། འོ་འདི་གི། འདི་རྟོགས་པ་རྟོགས་ནས་ག་ལ་བ་རི་བུམ་པ་འདི་གི་མཚོན་ནས་ནི་གཟུགས་ནས་རྣམ་སྨིན་འདུས་པའི་ཆོས་ཐམས་ཅད་ཡང་དཔེར་ན་དེ་བུམ་པ་ལྟ་བུ་དེ་མི་རྟག་པའི་རྣམ་པར་འཆར་བ་དེའི་ཚེ་ལབ་དགོས་ར། འདི་ལ་ནི་ཡང་ན་དེ་དེའི་ཚེ། དཔེར་ན་དེའི་ར་རྣམ་པར་ཀུན་རྫོབ་ཀྱི་ཆོས་ཀྱི་རྣམ་པ་དེ་མ་འཆར་ནས་ར། དོན་དམ་ཁོ་རང་སྤྲོས་བྲལ་ཁོ་རང་གི་རྣམ་པར་མཉམ་པར་བཞག་པ་དེ་འདྲའི་རེས་སོ་མངོན་སུམ་རེས་ཀྱིས་རྟོགས་ཀྱི་རེད་ད་གོམས་པ་དེ། འདི་ནི་གཞལ་ཡས་མ་རེད་ལ་ཡིན། མི་རྟོག་རྗེས་རེག་གིས་མངོན་སུམ་རེག། འདུས་སྒོམ་དེ་རྣལ་འབྱོར་རྣམ་རྫོགས་སྦྱོར་བ་སྟེ། ད་རྟོགས་པ་ཡིན་སོང་ན་ག་ལ་ན་ང་ཚོ་ཕྱིར་འདང་གི། ཆོས་གཅིག་གི་རྣམ་པ་ཤར་བ་དེའི་ཚེ་ནི་དོན་ཞིག་ཞེན་པ་གཅིག་རྣམ་པར་འཆར་བ་རྟོག་གཉིས་གཅིག་ཅར་ང་ཚོ་འཆར་བ་མིའི་ལབ་གདངས་གཅིག་སྤྱིར་བཏང་གཅིག་ཡོད་རེད་བ། དེ་ག་འདྲའི་ལབ་པ་རེད་ད་འདུས་སྒོམ་དེ།

ད་ངས་ཞུས་ཡིན་པ། ཡང་ནི་བྱང་སེམས་ཐབས་ལ་མཁས་པ་དེ་ཚོ་གིས་ག་ལ་འོར་དམ། ད་དེ་རེད་པ། རྣམ་རྫོགས་སྦྱོར་བ་ཀའི་མཁྱེན་གསུམ་གྱི་རྣམ་པ་བརྒྱ་བདུན་ཅུ་རྩ་གསུམ་བསྡུས་ལགས་ཀྱི་འདུག་ཨ། དེ་འདྲི་ཡང་ནི་སྤྲོས་བྲལ་དུ་གོམས་པ་དག་དང་སྤྲོས་བྲལ་དུ་བསྡུས་ནས་གོམས་པ་ཞེས་དེ་འདྲི་སྤྲོས་བྲལ་དེ་མི་རྟག་པ་ཡང་ཡིན་པར་བསྒོམ། བདག་མེད་ཡང་ཡིན་པར་གོམས་པ་ཨ་རེ། དེ་དག་རེ་རེ་གི་རྣམ་པ་རེ་རེ་ནི་ཡོད་རེ་ཡོད་མར་དེའི་བློ་དེ་ལ། ནོར་འཁྲུལ་དེ་དེ་འདྲི་མ་རེད་ལན་ཞོན། དེ་འདྲི་བྱས་ན་གོ་མི་ཡིན་སོང་ན་ཀ་གཅིག་མི་འཇོག་རེ་ཁོ་རང་གི་བློ་དེ་གི་ཡང་ནི་མངོན་དུ་གྱུར་ཤག་ལ་ཡང་ད་མི་རྟག་པ་ཡང་ཡིན་པ།

ཅིག་ལ་ནི། བར་ས། འདི་འདྲས་ཀྱི་གོམས་མཐུད་པའི་གི་ནུས་པ་ཐོབ་པ་ཅིག་ལ། ནི་བྱ་གི་ཡིན་ནའང་ཞུ་བས། རྟོགས་པ་བརྟན་པོ་དེ་ནུས་པ་ཐོབ་པ་དེ་རེད་བས། འོ་འོ་དེ།
ལ་སོགས་ཨ་ནི་ད། སྐྱེ་མེད་གསུམ་རིམ། རྣམ་རྫོགས་སྦྱོར་བ། ཨ་ནི་རྣམ་པ་བརྒྱ་བདུན་ཅུ་རྩ་གསུམ་སྒོམ་གཏམ་དེ་ཨ་ནི་སྐྱེ་མེད་གསུམ་རིམ་བཞིན་དུ་སྒོམ་གསུངས་ཡིན་པ། ཨ་ནི་ཤེས་གསལ་རིག་ནང་རོ་ལ་གཞི་ལམ་རྣམ་གསུམ་སྐྱེ་བ་མེད་པར་རྟོགས་པས་རྟོགས་པ་གསུམ་དུས་གཅིག་ཏུ་རྒྱུད་ལ་སྐྱེ་བའོ་གསུངས་ད་འོ་དེ་གང་ཡིན་ན་དོན། ད་ད་ནའི་དེའི་ལེགས་ཤེས་གསལ་བྲིས་ནང་ལོ་ལ་ད་དེ་འདྲས་ཀྱི་ནི་གསུངས་ཡོད་ར་ཡིན་ནའང་དེའི་གི་གོ་བ་ད་ག་ལའོ་སྐྱེ་མེད་གསུམ་དུས་དེ་སྒོམ་ཚུལ་དེ། ང་རང་འདྲ་བོ་བསམ་བློ་བཏང་སོང་བ་ཡིན་ན་ད་སྐྱིད་གོང་དུ་ཞུ་བ་འདི་རང་རེད། སྐྱེ་མི་གསུམ་འདུས་ལས་འདི་དཔེར་ན། བུམ་པ་ལྟ་བུ་གཅིག་མི་རྟག་པ། བུམ་པ་ལྟ་བུ་གཅིག་ག་ལ་བར་རྒྱུ་འབྲས་ངོ་གསུམ་གའི་ཆ་ནས་སྤྲོས་བྲལ་སྐལ་བ་མེད་པའི་རང་བཞིན་དུ་རྟོགས་པ་ནང་བཞིན་གྱི་འདི་གིས་མཚོན་ནས་ཨ་ནི་བུམ་པ་འདི་གིས་མཚོན་ནས་གཟུགས་ནི་རྣམ་གཡེང་འདུས་པའི་ཆོས་ཐམས་ཅད་ཡང་ཨ་ནི་དེ་དང་དེ་ཡི་རང་བཞིན་དུ་རྟོགས་ཐུབ་པའམ་ཨ་ནི། ད་ག་ལ་བར་གོམས་ཐུབ་པ་ཅིག་ལ་ནི་སྐྱེ་མེད་གསུམ་འདུས་ཏེ་བསྒོམ་པར་བྱ་གིན་ཡིན་ནོ། ལ་སོགས་གཟུགས་ཐ་མ་འདི་ཀུན་བྱིན་རླབས་ག་བྱིན་ན་ཡིན་གྱིས། ཆོས་ལ་ག་འདྲས་གསུངས་ན་ཡིན་པ། མེ་ཏོག་གཅིག་བསྒོམས་སོང་ན་ཆ་ཚང་མི་བ་ལ་འགྲོ་གི་རེད་གསུངས་ན་ཡིན་པ། མེ་ཏོག་གཅིག་ལ་བལྟ་སོང་ན་ཆ་ཚང་མཐོང་གི་རེད་ཟེར་ར་གོམས་ཚུལ་དེ་ནི་རྣམ་རྫོགས་སྦྱོར་བ་ཡིན། ད་དཔེར་ན། རྟོག་གེ་རྣ་བ་དང་ཕ་ཆེན་ལམ་འབྲས་དོན་ཚན་ནང་ལོགས་ལ་ག་རེ་གསུངས་ཡོད་རེད་ཟེར་ན། ཨ་ནི། རྣམ་པ་བརྒྱ་བདུན་ཅུ་རྩ་གསུམ་མ་ཚང་བ་མིན་པར་འཛིན་སྟངས་ཡོད་དུ་བྱེད་དགོས་རེད་གསུངས་ཡོད་ར། དེ་འཛིན་སྟངས་ཡོད་དུ་ག་འདྲས་ཚོད་བྱེད་ཀྱི་ཡོད་རེད། ད་ངས་ད་གིའི་དཔེ་དེ་བདེན་འདྲེ་མ་རེད་ལ་ཞུས་ཡིན་ར། དཔེ་དེ་ག་ནས་ཤོད་རེད་ལབ་ན། གཙོ་བོ་གི་ཕལ་པ་དུས་ཚུལ་ལས་ཞེས་ཞུས་ཡིན་པ་འོ་དེ་གི་དཔེ་དེ་རེད་ར་དེ་དཔེ་དེ། དཔེར་ན་ང་ཚོ་རི་མཐོན་པོ་ཞིག་གང་ལ་འཛེགས་ནས་མར་བཏགས་ཡོང་ཙམ་པ་ལ་མེ་ཏོག་མང་པོ་ཡོད་ས་ཞིག་ལ་བཏགས་ཡོང་ཙམ་པ་ལ། དེའི་མེ་ཏོག་ནང་ལོ་ནས་སོ་སོ་གི་ག་ཤོད་དེ་གཙོ་བོ་མཐོང་གི་རེད་ལས་སྐད་ཆ་རེད་གཞན་པ་དེ་ཚོ་ཡང་ཕལ་པའི་གི་ཚུལ་དུ་བཏགས་རྩ་ནས་མ་མཐོང་ཡང་མ་རེད་ཕལ་པའི་ཚུལ་དུ་ལབ་ན་ག་རེ་དེའི་ནང་ལོ་ལ་ཞོར་ལ་མཐོང་དེ་གི་ཡོད་རེད་ལས་སྐད་ཆ་རེད། འོ་དེ་ལ་བྱ་ཡོད་རེད། ལ་སོ། དཔེ་དེ།
དེ་བློ་བཟང་བློ་བཟང་སྒྲོལ་མ།
ཐོག་མ་དེ་ལ་ཨ་ནེ་ཡིས་ཕྱི་དྲོ་ལ་ཆུ་ལ་ཚོགས་པ་ཞུགས་པའི་འཚམས་འདྲི་ཞུས་ཡོད། ཨ་ནེ་ཡིས་ང་ཡི་དྲི་བར་བལྟས་ནས་ད་ཁྱེད་རྣམ་དཔྱོད་ཅུ་བའི་སྐོར་ལ་རེད། ཧན་ད་ཨང་ཕྱི་དྲོ་ལ་ག་རེ་གསུངས་སོང་ན་ན་ཨ་ནེ་ཡིས་རྣམ་དཔྱོད་ཅུ་བས་ཀྱི་ཁྱེད་གསུང་ཡིན་ནམ་པ་བརྒྱ་དང་བདུན་ཅུ་རྩ་གསུམ་དེ་དུས་ནས་གོམས་ཀྱི་རེད་ཟེར་དུས་ཀ་སུ་གོམས་ཆ་ལ་ག་རེ་བཞག་གི་རེད་ན་ན་ཨ་ནེ་ཡིས་ཤེས་ནམ་བརྒྱ་དང་བདུན་ཅུ་རྩ་གསུམ་དེ་བཞག་གི་རེད་གསུངས་ར། ད་དེ་ཡིན་དུས་ནི་དཔེ་བྱས་ན། བྱང་སེམས་ཚོགས་ལམ་པ་གྲོགས་ཡིན་ན་ནི། ཚོགས་ལམ་ནས་རྒྱུན་མཐའི་བར་དུ་བཞག་དུས། ཨ་ནི་བྱང་སེམས་ཚོགས་ལམ་གྱི་རྒྱུད་ཀྱི་རྣམ་གཅོད་སྦྱོར་བ་དེ་བསྒོམ་དུས་མཁྱེན་གསུམ་གྱི་རྣམ་པ་བརྒྱ་བདུན་ཅུ་རྩ་གསུམ་དེ་བསྡུས་ནས་བསྒོམ་གི་རག། དེ་བསྒོམ་དུས་ཨ་ནི་ཡང་དག་ཤེས་རྣམ་བརྒྱ་དང་བདུན་ཅུ་རྩ་གསུམ་དེ་བསྒོམ་པར་བྱ་དགོས་རག་དེ་བྱ་བ་ཡིན་ན། བྱང་སེམས་ཚོགས་ལམ་པ་འདི་གིས་ཨ་ནི་གཞི་ཤེས་ཀྱི་རྣམ་པ་བསྒོམ་གི་རག།

བློ་སྙིང་རྗེའི་ངོ་བོ་སྐྱེ་བ་ལ་སྙིང་རྗེ་བསྒོམ་ཞེས་པ་ལྟར་སྤྱན་གསུམ་གྱི་རྣམ་པ་ཇོ་བོའི་ངོ་བོ་བསྐྱེད་ནས་བསྒོམ་པ་ཡིན་གྱི་མི་ཤེས་ཀྱི་གཟུགས་ར་ལྟ་བ་བཞིན་དུ་བསྒོམ་པ་མ་ཡིན་ཟེར་གསུངས། ར་འདི་ཡིན་ཏེ་བློ་དེ་དང་དེ་གང་སོ་ལམ་དེ་དང་དེ་བསྒོམ་པ་ལ་ལམ་དེ་དང་དེ་རྒྱུད་ལ་སྐྱེས་ནས་བསྒོམ་དགོས་རེ་གསུངས། མདོ་སྡེ་ལ་བསྒོམ་པ་ག་རེ་བྱེད།
བྱང་སེམས་ཚོགས་ལམ་པ་འདི་གིས་གཞི་ཤེས་ཀྱི་རྣམ་པ་བསྒོམ་གྱི་ཡོད་ར་ལ། ཡང་གཞི་ཤེས་རྣམ་པ་བསྒོམ་བརྩམས་པ་ལ། ཡང་གཞི་ཤེས་རྣམ་བསྒོམ་ལ་བརྩམས་པ་ལ། ད་གཞི་ཤེས་ཀྱི་གར་ས་གཞི་ཤེས་ཁོ་རང་རྒྱུད་ལ་སྐྱེ་བ་འདི་ནི་སྐད་ཆ་མ་རེད།

ཨོ་ཡ་རྫུན་མ་ཆོས་ལ་དྲི་བ་ཞིག་བྱེད་ཆོག་པ་གྱིས། དྲི་བ་དེ་ག་རེ་རེད་ལབ་པ་ཡིན་ན། སྤྱིར་བཏང་ང་ཚོས་གཞོལ་བ་ཞེས་གཞོགས་དུས་ཚང་མ་ལ་རོལ་བ། གཞོལ་བ་བཞི་བོ་དེ་རྣམ་གཞག་གཞོལ་བ་དེ་དབང་ཐོབ་པའི་ཕྱིར་དང་དབང་ཐོབ་ནི་དེ་བཞི་ནི་རྩེད་མོ། དབང་ཐོབ་པ་དེ་ནི་རྩེད་མོ་ཐོབ་པ་དང། རྩེད་མོ་དང་རྣམ་དཔྱོད་རེ་བ་གཉིས་ཏེ་གང་གཉིས་རྒྱུ་འབྲས་འགྲོ་བ་ཚུལ་དང། དེ་བཞི་ནི། གཏམ་པ་དོན་པའི་ཕྱིར་དུ་མཐར་གྱིས་པ་དང་རེ་བ། དེ་ནས་དཀའ་སྤྱོད་གཞིར་བ་དེ་ཡང་ནི་དུས་ཀྱི་འབྲས་བུ་འདྲ་བ་ཞིག་སླེབས་ཞོག་ཐང་ཅིག་རིམ་པ་ཞིག་དུ་བ། དེ་ཡིན་ན་ཐོག་མའི་སྐྱེས་ཐང་དེ་ཡང་ནི་སྐྱེས་མཚམས་ས་མཚམས་དེ་ག་འདྲ་འདྲ་བ་ཞིག་སླེབས་བཞག་གི་ཡོད་དཀའ་སྤྱོད་གཞིར་བ་ད་འདྲ་ཡིན་ན་མཐར་གྱིས་པའི་གཞིར་བ་ཡིན་ན་ཚོགས་ལམ་ནས་བཞག་པ་ཡིན་ཙང། སྤྱིར་བཏང་ཡིན་ན། གཏམ་པ་ཐོབ་ནས་མ་རེད་དེ། དབང་ཐོབ་ནས། དེ་ནས་བལྟམས་པ་ཐོབ་པའི་ཕྱིར་དུ། བསྒོམ་བསྒོམ་པའི་སྦྱོར་བ་འདྲ་བ་ཅིག་མཐར་རྒྱས་པའི་སྦྱོར་བ་དེ་ཆགས་པའི་བསྡུ་བ། དེ་ཡིན་ན་དེ་ལ་ནི་ས་མཚམས་དེ་ཚོགས་ལམ་ནས་བཞག་པ་ཡིན་ཙང་ཁོ་དབང་ཐོབ་མེད་པའི་སྐབས་དུ་ཡིན་ཙང་དེ་འདྲའི་ལ་ནི་དགོངས་པ་བྱེད་ཚུལ་ག་རེ་ཅིག་ཡིན་དེ་ལ་ནི་དྲི་བ་དང་པོ་ཡིན། ལགས་སོ།
ད་འདི་ཡང་གར་ས། ད་ལྟ་པར་འབྲུ་སེམས་དཔའ་ཆེན་པོ་གིས་ཤེར་ཕྱིན་སྒོམ་རིམ་ནང་ལོགས་ལ་གསུངས་པ་ནང་བཞིན་གྱི་གར་ས། གཞུང་གིས་ད་གོ་རིམ་དང་བསྟུན་པ་བྱས་ནས་གསུངས་པ་ཡིན་ག་ལ་བར་ད་རྒྱུ་རེ་དོན་གྱི་གོ་རིམ་གྱི་གོ་རིམ་གྱི་དབང་དུ་བཏང་སོང་ཡིན་ན་རྣམ་རྫོགས་སྦྱོར་བ། དེའི་རྗེས་ལ་ནི། ཐེག་གསུམ་གྱི་རྟོགས་པ་ལ་རང་དབང་ཐོབ་པའི་ཀྱི་ཆེད་དུ་ལྟར་རྣམ་གསུམ་སྦྱོར་བར་བསྒོམ། དེའི་རྗེས་ལ་ནི། རྩེ་མོའི་སྐབས་སུ་རང་དབང་ཐོབ་ཚར། དེའི་རྗེས་ལ་ནི་མཐར་གྱིས་པའི་སྦྱོར་བ་དེ་བསྒོམ་དགོས། ལྟར་འདིའི་ག་རེ་ན་ན། རྒྱུ་འབྲས་དོན་གྱི་གོ་རིམ་གྱི་དབང་དུ་བཏང་ནས་བཤད་དེ། ཡིན་ན་ཡང། མཐར་གྱིས་པའི་སྦྱོར་བ་གྱི་ད་ཉམས་ལེན། བྱེད་པའི་སྐབས་ན་ནི་ག་ལ་གཉིས་ཀ། རྣམ་རྟོག་སྦྱོར་བ་དང་ཁོ་ནི་གཉིས་ཀ་ཉམས་ལེན་བྱེད་པའི་སྐབས་ན་སོགས་ལམ་ནས་ཡོད་དམ་ཞེ། དེ་ཡང། ཤེར་ཕྱིན་སྒོམ་རིག་ན་ག་རེ་གསུངས་ལ་ན། གཞུང་གི་གོ་རིམ་དང་བསྟུན་ན། རྣམ་རྟོག་སྦྱོར་བ་ལ་བརྟེན་ནས་རྩེ་མོ་རྒྱུད་ལ་སྐྱེས་པ། རིམ་གྱིས་པ་སྒོམ་པ་ལྟ་བུ་བྱུང་ཡང་དེ་ནི། རྒྱུ་རེད། ཆ་རེད། ལྟོ་ལྡེར་ནི་ཤེས་པའི་གོ་རིམ་ཡིན་གྱི། ཨ་ནི་གར་ས། གོམས་པ་ཉམས་སུ་བླང་བའི་གོ་རིམ་མ་ཡིན་པས་གོམས་པའི་ཚེ་ད་ལྟ་ལས་དང་པོ་པའི་སྐབས་ནས་ཀྱང་གཉིས་ཀ་ཡོད་དཔེར་ན་ཐོས་བསམ་གྱི་དབང་དུ་བྱས་པའི་མཐར་གྱིས་པ་ཡང་བཞིན་ནོ་ལ་ནི་གསུང་བའོ་ལྟ་དེ་ག་རང་རེད་ལན་ཞུ། འོ་ཡ། དེ་ནས་དྲི་བ་གཉིས་པ་དེ་ན། ད་ལྟ་གཏམ་པ་ཐོས་པའི་ཚད་འདྲ་བོ་གཅིག་དེ་རེད་བ། གཏམ་པ་ཐོས་པའི་ཚད་དེ་ཆོས་གཅིག་མངོན་དུ་བྱེད་པ་ན་ཆོས་ཐམས་ཅད་མངོན་དུ་བྱེད་པ་གཅིག་བཞག་གི་འདུག་བ་ལ་མངོན་དུ་བྱེད་ནུས་པ་གཅིག་ལ། དེའི་ཚད་དེ་ག་བ་ནས་ཡོད་པ་དང་རེད་བ། ག་བ་ནས་ཡོད་པ་ཡིན་པ་དང། དེ་ག་ནང་བཞིན་གྱི་སྦྱོར་ལམ་བཞི། མར་སྦྱོར་ལམ་ལ་གི་དུ། སྦྱོར་བ་བཞི་བོ་དེ་ངོ་བོ་གཅིག་དུ་དུ་ཚུལ་གཅིག་གང་དུ་བ། སྦྱོར་བ་བཞི་བོ་དེ་ངོ་བོ་གཅིག་དུ་དུ་ཚུལ་གཅིག་ཨ་ཡོད། ང་ཚོས་རྣམ་རྫོགས་སྦྱོར་བ་ཀྱི་ཡན་ནས་མཚན་གཞི་བཞག་པའི་སྐབས་སུ་བྱང་ཆུབ་སེམས་དཔའི་ལམ་ཐམས་ཅད་དེ་བཞག་གི་དུ་བ། རྣམ་རྫོགས་སྦྱོར་བ་འོ་དེ་ཡིན་དེ་ཡན་ནས་དེ་ནས་འཛངས་མཐར་གྱིས་པ་དེ་རྣམ་རྫོགས་སྦྱོར་བ་ཨེ་ཡིན། རེ་བ།

དེ་ཡིན་དེ་ས་མ་ལ་ནི་བྱང་ཆུབ་སེམས་དཔའི་སློབ་ལམ་དུ་གྱུར་པའི་མཐར་གྱིས་དཔེ་ཤོར་བ་ཟིག་གང་ཡོད་ར་བ། དེ་ཡོད་པ་ཡིན་གསུངས་ན་དེ་རྣམ་གཟོགས་ཤོར་བ་དེ་ཐལ་གི་རེད་མ་རེད་དེ་རྣམ་གཟོགས་ཤོར་བ་དེ་ཐལ་གསུངས་ན་དེ་ཉིད་ཀྱིས་ནི་ཡིན་པ་ཡོད་པ་ཅིག་ཆགས་ཨེ་མི་འགྲོ།
སྤྱི་དང་སྒོམ་དེ་ཚོ་ལ་ཡང་སྒོམ་སྟངས་གཉིས་ཡོད་རེད་ལ་ཡིན་གཅིག་རིམ་གྱིས་སྒོམ་པ་གཅིག་དང་གཅིག་བསྡུས་ཏེ་སྒོམ་པ་གཅིག་ད་ལྟ་དེ་ཐར་གྱི་བའི་ཆོས་དག་དེ་རིམ་གྱིས་སྒོམ་པ་དང་རྣམ་རྫོགས་ཆོས་ར་དེ་བསྡུས་ཏེ་སྒོམ་པའི་ཡོད་ཙང་དེ་གཉིས་ལ་ཞུ་དོན་མེད་ངོ་གཅིག་པ་ཡང་མ་ཡིན་ལ་ནི་ཞོན། རེད་དེ་མཚན་གཞི་བཞག་པའི་སྐབས་སུ། འོ་མཚན་གཞི་བཞག་དུས་སྤྱི་དང། གར་མཚན་གཞི་དེ་གར་གསུངས་རེད་ལ། ལ། མཚན་གཞི་ལ་བྱང་ཆུབ་སེམས་དཔའི་སློབ་ལམ་ཐམས་ཅད་བོད་བཞག་གི་དོ། ད་བྱང་ཆུབ་སེམས་དཔའི་གི་སློབ་ལམ་དེ་ལ་ཡིན་གཅིག་མི་གཅིག་ཡང་རྣམ་རྫོགས་ཆོས་ར་རང་ཡིན་དགོས་མ་རེད་དེ་རྣམ་རྫོགས་ཆོས་ངོ་བོ་བརྒྱུད་པའི་གི་ཡང་ཡོད་རེད་ཐར་གྱི་བའི་ཆོས་ར་ངོ་བོ་བརྒྱུད་པ་ཡང་ཡོད་ལ་ནི་ཞོན་བྱང་ཆུབ་སེམས་དཔའི་སྒོམ་དེ་ལ། བདག་གིས་འོང་བསྟན་པ་ཐོབ་བས་ཀྱིས་འདི་དོན་དག་འདི་ཞུས་ར་ལ། འདིས་ད་ལྟ་ནི་འདི་གི་ནུས་པ་འདི་ད་སྐད་ཅིག་མའི་སྦྱོར་བ་ད་ལྟ་འདི་ཤེར་ཕྱིན་སྒོམ་རིམ་དང་ནི་འདུས་པ་རྒྱན་ཆ་ནང་ལོགས་ལ་ལུང་འདི་ན་དྲང་བཞག་ཡོད་འདི་རང་འདི་ལ་ཁོང་དུ་ནས་ཞུས་ངས་ད་ནི་ཞུས་པས། ལབ་སོང་བདེ་བ་ལ་མ་ཐོབ་ཀྱི་ཡོད་ན། འདི་ཞུ་གོ་འདི་ལ་བསྟན་འཛིན་རྒྱལ་པོ། ལབ་སོ། དྲི་བ་ཕུལ་བ་ཅོག་བྱས། དེ་ནས། སློབ་དཔོན་ལ་ཡི། ཕ་རོལ་ཏུ་ཕྱིན་པ་དྲུག་དྲུག་ཚང་ཞིང་སྟོང་ཉིད་ཀྱི་སྲིད་འཛིན་པའི་སྒོམ་ཚུལ་གཅིག་ཡོད་ལགས་སོ། དེ་ལས། འདི་མཉམ་དུ་སྒོམ་ཚུལ་ག་འདྲས་ཡིན་ན། ད།
ཕར་ཕྱིན་གཅིག་གི་ཉམས་ལེན་ལ་ཡང་ཕར་ཕྱིན་ཀུན་འདུས་དེ་སྒོམ་ཚུལ་ག་འདྲས་རེད་གསུངས་རེད་ལ། རེད།
དེ་དྲུག་དྲུག་ཚང་ཞིང་སྟོང་ཉིད་ཀྱི་སྲིད་འཛིན་པའི་སྒོམ་ཚུལ་ག་འདྲས་རེད། ད་དེའི་སྒོམ་ཚུལ་ག་འདྲས་རེད་ལ་ན་དཔེར་ན། སྦྱིན་པའི་ཕར་ཕྱིན་གཅིག་བསྒོམ་ཡོང་དུས་བརྩམས་པ་ལ་ཕར་ཕྱིན་གཞན་པ་གཞན་པ་དེ་ཚོ་ཡང་འདི་ནང་འདུས་ནས་བསྒོམ་གི་ཡོད་རེད་ད་འདི་གོམས་ཚུལ་ག་ནི་རེད་ན། དཔེར་ན་སྦྱིན་པའི་ཕར་ཕྱིན་དེ་ལ་ཡང་དཔེར་ན། ད་ཟང་ཟིང་གི་སྦྱིན་པ་དང་མི་སྦྱིན་པ་སྐྱབས་ཀྱི་སྦྱིན་པ་ཡོད་རེད་ལ། དེའི་ནང་ད་གར་དེ་ཟང་ཟིང་གི་སྦྱིན་པ་དེ་ནི་བསྒོམ་ཡོང་དུས་བརྩམས་པ་ལ་ནི་ཁུར་གསུམ་དམིགས་མེད་ཀྱི་སྒོ་ནས་ཨ་ནི་སྦྱིན་པ་གཏོང་ངོ་བརྩམས་པ་ལ་དེ་སྦྱིན་པའི་གྱི་སྦྱིན་པ་ཆགས་ཡོད་ར། རང་ནང་བཞིན་གྱི་ཨ་ནི་སྦྱིན་པའི་ཚུལ་ཁྲིམས་དེ་ག་ནི་ལ་ན་རང་དོན་ཡིད་བྱེད་ཀྱི་བློ་དང་འདྲ་བའི་སྒོ་ནས་ཨ་ནི། སྦྱིན་པ་གཏོང་སོང་ཡིན་ན་དེ་སྦྱིན་པའི་གྱི་ཚུལ་ཁྲིམས། ད་ག་ནང་བཞིན་གྱི་ནི། བྱིན་པ་འདི་གཏོང་ཡོང་དུས་ཙམ་པ་ལ་ད། སློང་མོ་བ་འདི་ཚོ་གི་སོ་སོ་རང་ཉིད་ལ་ཁོང་ཁྲོ་ཡ་དང་དེ་འདྲས་ཀྱི་སུ་སུ་ཨེ་ནི་སྡུག་བསྔལ་འདྲ་བོ་ཅི་ག་ལ་བར་ཚིག་ནག་པོ་འདྲ་བོ་ལ་ཡ་ན་འདི་ལ་ནི་བཟོད་པ་བྱེད་པ་དེ་ལ་བྱིན་པས་བཟོད་པ། ཨ་ནི། ད་བྱིན་པ་འདི་གཏོང་ཡོང་དུས་ཙམ་པ་ལ་འདི་ལ་ག་ཞིང་སྤྲོ་བའི་ངང་ནས་བཏང་བ་དེ་ལ་བྱིན་པས་བརྩོན་འགྲུས། ཨ་ནི། བྱིན་པ་འདི་བཙོང་བཏང་ཡོང་དུས་ཙམ་པ་ལ་འཁོར་གསུམ་དམིགས་མེད་ཀྱི་ད། ཤེས་རབ་དང་མ་བྲལ་བའི་སྒོ་ནས་རྩིས་ཟིན་པའི་སྒོ་ནས་བསྒོམ་མི་ག་ལ་འོ་རེད་ད་སྟོང་ཡོན་ཏན་བརྩམས་པ་ལ་ནི་བྱིས་པའི་ཤེས་རབ་ཆགས་ཀྱི་ཡོད་ལ་ཞེས་བརྗོད། འདྲི་བ་ནི་པ་འདི་ཨ་ནི་མཐོང་ལམ་སྐབས་སུ་རོ་མཐོང་ལམ་ས་དང་པོ་སྐབས་སུ་བྱིན་པ་གཙོ་བོ་རོ་ས་ནི་པ་ཚུལ་ཁྲིམས་གཙོ་བོ་རེ་རེ་རེ་རེ་ཅན་རང་བཞིན་འགྲོ་གི་རོ། རེད་ལ། དེ་ནི་དེ་དྲུག་དྲུག་ཚང་ཞིང་གཙོ་བོར་བསྒོམ་གི་རེད་བསྒོམ་གི་མ་རེད།

ངག་དབང་བསམ་གྲུབ། ད་འདི་ཞུ་གི་འདི་ལ་དྲི་བ་མཐའ་མ་དེ་དགེ་བཤེས་ཐུགས་རྗེ་རྒྱ་མཚོ། ང་ལས་ཐོག་མར་འཚམས་འདྲི་ཞུས་དང་དེ་འདི་ད་རྩོམ་ལུས་དེ་ཧ་ཅང་ཞིབ་ཚགས་པོ་རེད་ཤག་དེ་འདི་ལ་ལྡོག་པ་རེད་མི་སྲིད་སླད་མ་ད་ཡིན་ན་ཡང་ཁྱེད་རང་གི་དངོས་གླིང་དུ་དུ་ཨ་ནི་སྟོན་པ་ཐུ་བྷོད་དབང་པོ་གིས་ད་འདི་གདུལ་བྱ་རྣམས་ལ་ཆོས་ཀྱི་འཁོར་ལོ་རིམ་པ་གསུམ་བསྐོར་རེད་ཅེས་གསུངས་ཤག་ར་ཅེས་དང་སྟོན་པ་ཁོང་དེ་རྡོ་རྗེ་གདན་ལ་སངས་རྒྱས་ནས་བཟུང་རྩྭ་ཆུ་གྲོང་དུ་ཞིང་དུ་ཞིང་ལ་མ་ཞིག་པོར་འདུག་ཁོང་གིས་གདུལ་བྱ་རབ་དང་རིམ་པ་ལ་ནི་ཆོས་ཀྱི་སྤོ་ལོ་དཔོན་མང་པོ་བསྐོས་ཡོད་ར། ད་ཡིན་ན་ཡང་ཆོས་ཀྱི་འཁོར་ལོ་གསུམ་ལ་ནི་གཅིག་པོ་གར་ཅིག་ནི་གསུང་གི་ཡོད་རེད། འོ་དེ་ཆོས་གསུང་ངོ། ཆོས་ཀྱི་འཁོར་ལོ་མང་པོ་བསྐོར་ཡོད་པས་ན་ནི་གསུམ་གར་ཅིག་ནི་གསུང་རེད་ལ་རེད། འོ་ད་ཁོང་གིས་ཆོས་ཀྱི་འཁོར་ལོ་རིམ་པ་གསུམ་གཅིག་པོ་བསྐོར་རེད་ལ་ནི་གཅིག་ནམ་རྒྱུན་དེ་ཡོངས་གྲགས་འགྲོ་ཅི་ར། འོ་མང་པོ་དེ་འདྲ་བསྐོར་གར་ཅིག་ནི་ཡིན་ན།

མཁྱེན་སེམས་ཀྱི་རྟོགས་པ་བརྟན་པོ་ཐོབ་པའི་ཕྱིར་ཟེར་བ་དེ་ཤེས་རྣམ་གཅིག་སྟེ་དེ་རྒྱུད་ལ་སྐྱེ་བ་ཟེར་ཤེས་རྣམ་གཅིག་སྐྱེ་ཚེ་མཁྱེན་སེམས་ཀྱི་ཤེས་རྣམ་ཞེས་རྣམ་མཁྱེན་གྱི་ཤེས་རྣམ་རྣམ་མཁྱེན་འཇོག་གོ་ཆགས་ཀར་བ། དེ་སོ་ན་ཨོ་དེ་འདྲ།
ས་བཅུའི་རྒྱུན་གྱི་ཐ་མ་འདི་ལ་དག་མཁྱེན་གསུམ་གྱི་ཤེས་རྣམ་གཅིག་ཅར་དུ་སྐྱེ་བའི་རྟོགས་པ་བརྟན་པོར་བྱས་ལས་དེ་ག་ལ་བ་རེད་དེའི་དོན་དག་དེ་ནི་བདག་གིས་གོང་དུ་ཞུས་པ་ཡིན

ཚོགས་ལམ་ནི་རྒྱུན་ལྡན་སྔ་ལོགས་བར་དོ་ལ་ནི་འབད་རྩོལ་མེད་པའི་སྒོ་ནས་མཁྱེན་གསུམ་རྣམ་པ་གཅིག་ཡུལ་དུ་བྱེད་པའི་ཚེ་ན་རྣམ་པ་ཐམས་ཅད་ག་ལ་བོར་དག་ཡུལ་དུ་བྱེད་པའི་ནུས་པ་ཡོད་རེད་ལ་ན་ཡོད་མ་རེད་བསམ་ན་འདི་ག་ཚོད་སྐབས་སོན་ན་ན་ས་བཅུ་རྒྱུན་མཐའ་ལ་ཡིན་ལ་ནི་ས་བཅུ་རྒྱུན་མཐའ་ལ་ཞལ་ཡིན་ལ་ནི་ཞལ་ཡིན་ནུས་པ་ཐོབ་པ་རེད། ཡིན་ན་ཡང་མཁྱེན་གསུམ་གྱི་ཤེས་རྣམ་ཅིག་ཅར་དུ་རྟོགས་ཀྱི་རེད་བས་ན་རྟོགས་ཀྱི་མ་རེད་འདི་རྟོགས་པར་བྱེད་པ་ལ་འདི་ཉིད་ག་ལ་འོ་འདི་གཉིས་ཨེར་མེ་ལ་ན་མིན་འདུག་འདི་གཉིས་གཅིག་ཅར་དུ་རྟོགས་འོ་རེད་ལ་ད་དེའི་སངས་རྒྱས་ས་ལ་ཞེས་ལགས་སོ་དེ་བྱས་པས་ཧོ་སོགས་སོ་ཨེ། ལགས་སོ་ལ་དེ་ནི་ད་ཕ་ཆད་དུས་སོ་ཚང་ས་སོ་ར་ལ་ད་ད་རིང་དྲོད་ལེན་ཉིན་ཤི་བ་ཡིན་ན་ཡང་དེ་ནི་དྲོད་ལེན་ཉིན་དང་པོ་ན་ཤི་བཞིན་པས་དྲོད་ལེན་གྱི་དྲོད་དེ་མི་ཉམས་པ་ཐོག་ནས་དེ་པད་མ་ས་ཚ་ཚ་འུར་འུར་བྱེད་ནས་དྲི་བ་གཏོང་མཁན་དེ་ཚོ་པད་མ་ས་ཚ་ང་ཟིག་ཟིག་འདུག་པས་ཨ་བོ་བསྡུ་ལེན་གནང་མཁན་ད་ད་གོང་དུ་དགེ་བཤེས་ལགས་དང་དེ་ག་རང་ཅིག་ཁོང་དེ་ནི་སློབ་དཔོན་མ་ཁོང་རྣམ་པ་གཉིས་ཀ་གྱིས་ལེགས་བཤད་དེ་ག་ཚད་མ་ལེན་གནང་ཡོང་འདུག་ག་ལ་དཔེ་གསལ་པོ་འདྲ་དེ་ག་འདྲ་ཞིག་ཁོང་དང་ཐུག་ནས་དེ་ནས་གནང་སོང་དེ་ལ་ཚང་ཚང་མས་ཚབ་ཞུས་ནས་ཁོང་རྣམ་པ་གཉིས་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན་ལགས་སོ་ལ།